མི་མ་ཡག་པོ་བྱིན་ངས་ལོ་གཅིག་བྱས་ན་འདི་ཚོ་སྡིག་གི་རྒྱབ་སྐྱོར་ཡིན་གྱི་རེད་ལ་སོ་ཁོ་གི་རེད་ལ་མ་སོ་ཡིན་གྱི་རེད་ལ་སོ་དེ་ལ་གོ་བ་ཡོར་ད་ཁོ་ཁོ་རང་ཐེ་ཚོམ་ལ་ཡོ་ཡིན་ན་ཨེ་འདྲ་སྐད་ཆ་བཤད་ནི་ཏག་ཏག་བསྡད་གི་ཡོར་བས་སྤྱི་ཚོགས་དངོས་གནས་དཀྲུག་ན་ཨེ་འདྲ་སྤྲུག་གི་ཡོ་རེད་ལ་ནི་ལའི། མདོག་ཁ་པོ་རེད་ད་ཡིན་ན་ད་འདྲ་བཤད་དུས་ཆོས་མ་རེད་ང་ཚོས་དྲིས་བྱས་ད་གཉིས་པ་སྤྱི་དེ་ག་རེད་ཟེར་ན་ད་ཡང་ཇག་ནི་རྣམ་པ་ཚོ་ནོ་ནིའི་དེ་དང་དེ་དང་ཡང་འདུག་ཚེ་རིང་གི་སྒྲ་གཞན་ད་ཅི་རྣམ་པ་ཚོ་ནི་འབུལ་ཡ་ཡིན།

ད་ག་རང་ང་ཚོ་སྤྱི་ཚོགས་ནང་གི་དཀའ་ངལ་ད་ག་རང་རེད། འདི་ཡིན་འདི་གང་ལ་དེ་འདྲས་རྐྱང་རྐྱང་བཏོན་ནས། ཨ་ནི་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་སེམས་ཁམས་འཕྲོད་བསྟེན་དཀྲུག་རྒྱག་གི་ལས་ཀ་དང་དེ་འདྲས་རྐྱང་རྐྱང་བྱེད་དགོས་བར་ཁོང་ཚོ་གི། རེད་བ། ངས་ནམ་ཞིག་རྒྱུན་དུ་ནས་ཁྱེད་རང་ཚོ་ལ་ལད་དེད་དེ་ད་ག་རང་རེད། སྤྱི་ཚོགས་ནང་ལོགས་ལ། དོན་དག་མ་བྱས་པ་ཡིན་ན། ཨ་ནི་ང་ཚོས་སྤྱི་ཚོགས་ནང་ལོགས་ལ་ཆབ་སྲིད་ནག་པོ་ལ་ནང་དངོས་གནས་དེ་འདྲས་རེད་ལ་ནི། ད་མི་མང་ཁྱེད་རང་ཚོ་དྲན་གྱི་འདུག་ན། ཨ། ལོ་བཞི་འདས་ཀྱི་ནང་ལོགས་ལ་ཁོ་རང་ཚོ་གི་རྙོག་པ་སྤུངས་ཡ་སྤུངས། ཨ་ནི་ངེད་ཀྱི་གཙང་མ་བཟོས་ཡོད་འདི་ག་ལ། ད་ངེད་ཀྱི་གཙང་མ་ལགས་འདི་ག་ལ་ངས་ང་རང་གི་གནས་སྟངས་དེ་ཤེས་ཀྱི་ཡོད་རེད། དེ་བཤད་པ་དང་མཉམ་དུ་ཨ་ནི། གནས་སྟངས་མང་པོ་ཅིག་འབྲེལ་བ་ཐུག་ཡོད་འདི་ག་ལ་དེས་འགྲིག་གི་མི་འདུག་དེས་འགྲིག་གི་མི་འདུག་དེའི་རྐྱེན་གྱིས་ངེད་ཀྱི YouTubers ཁྱེད་རང་ཚོ་གི་བྱེད་སྟངས་དེ་འགྲིག་གི་མི་འདུག་ཁྱེད་རང་ཚོ་གི་འདྲ་མ་འདྲ་ཅིག་བཤད་ཡོད་འདི་ག་ལ། ང་ཚོ་ཕྱོགས་གཅིག་ནི་གཙང་མ་བཟོས་རྐྱང་བྱས་ཕྱོགས་གཅིག་ནི་ཁྱེད་རང་ཚོ་གི་རྙོག་པ་བཟོས་རྐྱང་བྱེད་ཀྱི་འདུག་འདི་ཏག་ཏག་བསྡད་ཀྱི་མི་འདུག་ལ་འདི་ཁོ་ཚོ་མགོ་ཚུད་ཡོད་མ་རེད། ད་རིང་ར་བུ་ཅན་པ་ཡིན་ན།

དེ་འདྲའི་གང་གཱ་ཤེས་ནི་ཁྱོད་རང་ཚོ་གི་སྤྱི་ཚོགས་ནང་ལ་གྱི་གྱི་སྤུན་གོ་བོར་བ་གཙང་མ་བཟོ་ཡག་གི་ཚབ་ལ་དངོས་གནས་ཀྱི་དཀའ་ངལ་དེ་རྡོག་ལེན་བྱེད་ཡག་གི་ཚབ་ལ་ཁྱོད་རང་ཚོ་གི་གྱི་གྱི་སྤུན་དེ་རོ་ཨ་ད་ད་པོ་ཏོ་ད་ད་ད་དེ་བཞི་བོ་གཅིག་ཁྱོད་རང་ཚོ་ཡག་པོ་ཡིན་པའི་ཡིན་རབས་ཧ་རེད་ད་ཡང་འདི་གྲོས་ཚོགས་ཀྱི་སྤྱི་ཟླ་དགུ་པ་གི་གྲོས་ཚོགས་དེ་ནང་ལོགས་ལ་ཡང་ཨ Tibetan ཚེ་རིང་ལའི་བྱ་དགའ་ཅིག་ཐོབ་དགོས་ཡོད་ལ་ལ་ཡ་ཡིན་ས་རེད་ག་ལ་ན Cycle ལོགས་ལ Michael ལའི་བྱ་དགའ་ཐོབ་དགོས་རེད་ཨ་དེ་འདྲས་བྱེད་ངེས་ལ་སྤོབས་པ་སྤྲད་དགོས་རེད་སེམས་ཤུགས་སྤྲད་དགོས་རེད་ལག་གི་འདུག་ཨ་དེ་ནང་བཞིན་ཁྱོད་རང་ཚོ Tibetan ཚེ་རིང་ལའི་ཨ་སྤྱི་ཟླ་དགུ་པ་གི།

ཁོ་རང་ཚོ་སོ་སོ་བ་གིས་ཀྱང་ཡག་དང་སོ་སོ་མ་གཏོགས་བསམ་བློ་བཏང་གི་མི་འདུག་མི་ལ་བསམ་བློ་བཏང་གི་མི་འདུག་ལབ་དགོས་ཀྱི་རྒྱུ་མཚན་ཁོ་རང་དག་རང་རེད། ཁྱོད་རང་ང་ཚོའི་སྤྱི་ཚོགས་ནང་ལོགས་ལ་སྐྱེན་པའི་རྒྱ་གར་འགྲོ་འགྲོ་ཨ་ངར་རྒས་དང་ཁོང་ཁྲོ་དང་གང་ག་ལབ་ན་སྤུ་གུ་ལ་དག་རང་ཡུང་གུར་བ་སྤུ་གུ་ལོ་བཅུ་གཉིས་དང་བཅོ་ལྔ་དང་བཅུ་དགུ་གི་པ་ར་ལ་རེད་ལ་དེ་གང་ག་ཏྲི་ནེ་ཇེར་བ་དེ་ཏྲི་ནེ་ཇེར་གང་ཁོག་པ་ནང་ལོགས་ལ་འདུས་གསོལ་བཅོལ་བ་རེད། དེ་ཕ་མ་གཅིག་པོ་གི་ད་ཡིན་གྱི་མ་རོ། དེ་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ཆགས་ཀྱི་ཡོད་རྒྱུ་རོ། ངས་ད་ག་རང་ལོག་གོ་རེད། ང་ཡིན་ནས་ཉིས་སྟོང་བརྒྱད་ལ་སྐྱེན་པའི་རྒྱ་གར་འགྲོ་དུས་གང་ལ་ངར་ངར་ཤུག་ཤུག་གང་ལ་ཕྱིན་པ་ཡིན། སུ་གང་ལ་ངར་རེད་རྒྱ་མི་གང་ལ་ངར་རེད། ཡིན་ནས་རྒྱ་མི་གི་མདུན་ལ་འཇོར་སོ་ཡ་འཇོར་མ་སོ་ཨ། ཨ་ངར་ངར་ཤུག་ཤུག་བྱེད་ས་དེ་ང་རང་ཚོ་གི་ཁོར་ཡུག་རེད་དོ་ཨ། ང་རང་ཚོ་གི་གཡག་གཡོན་གི་ཁོར་ཡུག་དེ་ག་བ་ལ་ཡོད་པ་ཡིན་ན་བོད་པ་ཡོད་ས་ཡོད་པ་ཡིན་ན་བོད་པ་ཡོད་ས་གི་གཡག་གཡོན་རང་ལ་ཁོར་ཡུག་དེ་ལ་ང་ཚོ་ངར་ངར་ཤུག་ཤུག་ཆགས་ཀྱི་རོ་ཨ། དེ་རྗེས་ནི་སྙིང་རྗེ་དང་བྱམས་པ་གི་རྩ་བ་དེ་ང་ཚོ་བཙུགས་དགོས་ཀྱི་འདུག་ལགས་པས་རྒྱུ་མཚན་ཁོ་རང་དག་རང་རེད། ད་ལ་ཡ་ཀོ་མེ་གར་གྱི་སྐད་ཆ་ལས་ནས་རྒྱ་མི་རྒྱ་མི་རྒྱ་མི་ལབ་ད་ཅི་ངས་ལྟ་ཡི Tibetan ཚེ་རིང་གི་གར་ས Video གི་བ་དེ་ལ་བུ་མོ་གཅིག་གི་ག་རེ་ལ་ཞེས་ལབ་ན་སྤུ་གུ་དེ་ཚོ་ག་འདྲའི་སྡུག་ཅག་སེམས་པ་སྐྱོ་བ་ལ་དེ་ཚོ་ལ་རྒྱ་མི་གི་དཔེ་ཤག་རག་ཡོད་ཀྱི་རེད་ལམ་སང་རྒྱ་མིར་ལྟ། རྒྱ་མིའི་ལས་ཀ་ག་རེ་ཡོད་རེད་འདི་ན་ལ་དྲང་པོ་བཤད་ཡིན་ངས་རྒྱ་མི་གི་ཁ་བརྡ་རྒྱ་མི་ལ་ངས་ཀྱི་རྒྱ་མི་གི་ངོ་ནས་ངས་སྐད་ཆ་བཤད་དགོས་མེད་དེ་ཡིན་ན་ཡང་སྐད་ཆ་གནས་སྟངས་ང་རང་ཚོ་གི་བོད་པའི་ནང་ལོགས་ལ་བྱུང་བསྡད་སྐྱོན་གནས་སྟངས་ལ་རྒྱ་མི་གང་ཚོ་འཁྲིད་ཡོང་ཡ་ཅི་དེ་གི་ག་རེ་ཅི་གོ་རེད་ལ་དུས་གང་ལ་ང་རང་ཚོ་གི་ནང་གོ་ལ་རྒྱ་མི་ལ་ན་ཨ་ནི་བད་ཀོ་ར་གར་ས་རྒྱ་མི་ལ་བསྙབ་རྒྱ་ཡོད་མ་རེད་ཨ་ནི་རྒྱ་མི་དེ་ཚོ་ང་རང་ཚོ་གི་སྤྱི་ཚོགས་ནང་ལ་འཁྲིད་ཡོང་ནས་ང་རང་ཚོ་གི་སྤུ་གུ་དེ་སྨྱོན་པ་རོ་བཟོས་ཅི་འོང་འདི་གི་ཐབས་ཤེས་ཅི་ཁོ་རང་ཚོ་གི་བྱེད་ཀྱི་ཡོད་རེད། དེ་འདྲའི་བྱེད་ཡུལ་འདི་ག་ལ་ང་ཚོ་གི་བུ་རྩ་དོན་ལ་ཕན་གྱི་རྩ་བ་གཉིས་ནི་ཡོག་མ་རེད་ད་ག་གཅིག་པུ་ཚེག་མར་ང་རང་ཚོ་གི་མིག་གི་མཐོང་སར་ལ་ང་རང་ཚོ་གི་བུད་པའི་སྤུ་གུ་ན་གཞོན་འདི་ཚོ་གང་ག་འཕྲོ་ལ་འགྲོ་གི་ཡོག་རེད་མི་ཚེ་འཕྲོ་ལ་འགྲོ་གི་ཡོག་རེད་ཨ་ནི་དམག་མི་གི་ལག་པ་ལ་ཐེབས་གི་ཡོག་རེད་རྐང་པ་ལག་པ་ཆག་གི་ཡོག་རེད་ཨ་ནི་ཞུ་རྩ་དང་འདི་ངར་གྱི་སྟོན་ས་མ་རག་འདི་གང་ལ་སོ་སོ་གི་ཁོར་ཡུག་ནང་ལོགས་ལ་བྱེད་ཡུལ་འདི་གང་ལ་ཨ་ནི་ང་ཚོ་དཀའ་ངལ་སྡུག་སུ་འཕྲོ་གི་ཡོག་རེད། ད། དེ་གི་ཡ་ལ་གང་ག་བཙུག་ས་དེ། ཡ་མེད་ན། བུད་མེད་སྒྲིག་འཛུགས་ལ་བཙུག་ཡ། ཡ་མེད་ན། སྒོ་སྒོ་འཛིན་གང་ལ་སྒོ་གང་ལ་སྡེ་ངེས་ལ། ཡ་ལ་བཙུག་ཡ། ཡ་མེད་ན་ལས་བྱེད་དེ་ཚོ་ལ་ཡ་ལ་བཙུག་ཡ། འོ་དེ་འདྲ་བྱས་པ་ཡིན་ན་ཏག་ཏག་བསྡད་ཀྱི་ཡོད་མ་རེད། དེ་བྱས་ནས་སོ་སོ་རང་རང་གཉིས་གཉིས་ཀྱི་འགན་ཇི་ཡོད་རེད། ད་རིང་སྐྱེ་བའི་སྤུ་གུ་ལ་ཡང་འགན་ཡོད་རེད་ལ་དེ་གང་ལ་དེ་རང་རང་གཉིས་གཉིས་ཀྱི་འགན་དེ་བཞེས་དགོས་ཀྱི་རེད་བ། ཕ་མ་ཡིན་ན་ཡིན་སྤུ་གུ་ཡིན་ན་ཡིན་དེ་ཡུ་ཏུ་བཱི་ཡིན་ན་ཡིན་ཁྱོད་རང་ཀླར་མཁན་ཁྱོད་རང་ཡིན་པ་ཡིན་ན་ཡིན Tibetan ཚེ་རིང་མོ་རང་ཡིན་པ་ཡིན་ན་ཡིན་ངས་ཁྱོད་རང་ཚོ་ལ་ད་རིང་དཔང་རྟགས་ཁ་ཤས་ཤིག་སྟོན་ཡ་ཡིན་བཟི་ཨ་ད་ལྟ་འདི་ཀླར་མཁན་འདིས་ག་རེ་ལབ་གི་འདུག་ཁོ་སྐད་ཆ་དེ་གང་ག་ག་རེ་ལབ་པ་ཡིན་ན་ལམ་སང་ལག་པ་འཕྱི་ས་ལྟ་ཡ་བྱོས་ཨ་ལམ་སང་གཡོལ་ས་ལྟ་ཡ་བྱོས་ཨ་ཨིན་ཇི་སྐད་ལབ་ན་ལམ་སང Blame བྱེད་ས་ཅིག་ཚད་ག་འགྲོ་ཡ་བྱོས་ཨ་དེ་གི་འགྲིག་གི་ཡོད་མ་རེད།
དེ་འདྲ་སོང་ཙང། འདི། བོད་མི་རིགས་དེ་གའི་མ་འོངས་བོད་ཀྱི་མདུན་ནང་གི་ཆེད་དུ། ཡིན་པ་དེ་ང་ཚོས་བཤད་མི་དགོས་བ་རེད། རྩོད་པ་མེད་པ་རེད། ག་རེད་ཟེར་ན་ང་ཚོའི་བོད་རིགས་ཀྱི་སྤུ་གུ་གཅིག་ཡིན་ན་གྲོང་ལ་འགྲོ་དང་འགྲིག་གི་མི་འདུག་དེ་མ་འོངས་པར་བོད་ཀྱི་མི་རིགས་ཙག་གི་འགའི་ཁུ་ཐུག་ངེད་ཀྱི་མི་གཅིག་ཡོང་དགོས་ཀྱི་འདུག་ཙང་ཚེ་རིང་གི་རྩ་བ་གི་བློས་གཏོང་བྱེད་སྟངས་སྡུག་ས་རེད་འདུག་ཨ། ཨ་ལེ་རེད། ཨ་ནི་ད་ལྟ་བར་དུ་གར་ས་ཚེ་རིང་གིས། ང་རང་ཚོ་བཙན་བྱོལ་བོད་གྲགས་ཀྱི་ཨ་ནི། སྡིངས་ཆ་དེ་བསུབ་པ་དེ་ག་རེ་རེད་བས། སྐད་ཆ་དག་རང་རོགས། དེ་འདྲའི་སོང་ཙང། བོད་མི་རིགས་འདི་ཡི་མ་འོངས་པའི་མདུན་ན་གི་ཆེད་དུ་ནོ། ཨིན་ཚེ་རིང་གི་རྒྱལ་སྤྱིའི་བྱང་ཕྱོགས་ཀྱི་རང་སྲོག་བློས་གཏོང་བྱེད་འདུག་ཟེར་ནས།
ད། རྒྱ་བལ་དུ། ཨ་ལས། ངེད་ཀྱིས་རང་སྲོག་བློས་ཡ་དེ་ཨིན་ཇི་མིན་ཇི་མེད་སྲོག་བློ་ཡ་གཅིག་པོ་མ་རེད་རང་སྲོག་བློ་ཡ་ཟེར་མཁན་དེ་སྤྱི་ཚོགས་ནང་དུ་ཞབས་ཕྱི་ཞུ་ཡས་ཀང་ལ་ཡ་རེད་ལར་བ་ཐ་དཔེ་ཞུ་ཡ་གི་འགོ་བཙུགས་ཡིན་ས་ར། ཨ་ནི་དཔེ་ཞུ་ཡ་དེ་ག་འདྲས་ཅིག་གི་ཞུ་དགོ་གུ་རེད་ལ་ན་སོ་སོ་རང་རང་གཉིས་གཉིས་ཡག་པོ་ཡོད་ན་དཔེ་ཞུ་ན་འགྲིག་གོ་རེད་དེ་མེད་ན་རོགས་ཨ་ད་ག་ཚ་ག་ལ་ཧོ་རེད་ཁ་སྐམ་པོ་རེད་ལ་ཡ་དེ་དག་རང་རེད།

དེ་ད་ལྟར་ཡིན་ན་ཁོ་ཚོ་མི་མང་ནང་མང་པོ་ཚེ་རིང་འབྱོར་ཤོར་ལ་མི་མང་མང་པོ་སླེབས་འདུག་མི་མང་དེ་ལྟས་ཁོ་ཚོ་ཕ་གཅིག་པོའི་འདེགས་ཀྱི་ཁུངས་ཆོད་ཡ་ཡོད་དང་ཁུངས་ཆོད་ཡ་ཡོད་མ་རེད། ཨ་ནི་ཁུངས་ཆོད་རྒྱུའི་ཁོ་རང་མ་རེད་ག་ཅིག་ལ་ན་དང་པོ་ནི་རང་འགོ་བཙུགས་དུས་ཁོ་རང་ནི་ཡག་པོ་བྱས་ནས་འགོ་བཙུགས་ཡོད་ན་ཨ་ནི་ཁུངས་ཁྱོད་རོ། དང་པོ་ནི་འགོ་བཙུགས་དུས་ཁོ་རང་ནི་མགོ་རྙོག་དང་སོ་སོ་ནག་པོ་དང་སོ་སོ་སྡུག་རིས་ངན་ཚད་བྱས་དེ་ངས་བྱས་ན་དེ་འདྲས་ཅིག་གིས་མི་ལ་ལབ་ཁ་འགྲོ་བ་ཡིན་ན་ག་ནས་ཡག་པོ་ཡོང་གི་རེད་མི་ལ་ལབ་ཡ་ལ་ཨ་ལི་དང་པོ་སོ་སོ་ཡག་པོ་ཡོང་དགོས་གི་རོ། ཚེ་རིང་མོ་རང་གི་བྱེད་བྱ་དེ་ནི་ག་རེ་ཡིན་མེད་ང་རང་ཚོ་གི་ག་ས་བོད་པའི་སྤྱི་ཚོགས་ནང་ལོག་ལ་ཚང་མས་ཀྱི་ཧ་གོ་གོ་ག་རེ་དེ་ང་ཚོར་ལབ་དགོས་ཀྱི་མ་རེད་དེ་ཡིན་དུས་གང་ལ་དེ་ག་གཅིག་པུ་ཚེག་མར་ད་རིང་ཁྱོད་རང་གི་ཚེ་རིང་གང་ལ་སྐད་ཆ་བཤད་སྟངས་དེ་ལ་བལྟ་བ་ཡིན་ན་ཨ་ད་རིང་གྲོས་ཚོགས་ནང་ལོག་ལ་ཚེ་རིང་གི་སྐད་ཆ་དེ་གླེ་གླེ་ཡ་དེ་ཉག་གཅིག་རེད་རེད་འདུག་ཨ་དེ་ཁྱོད་རང་ཚོ་གི་དྲི་རྐང་བཙོ་ནས་ཨེ་འདྲ་བཟོ་གི་ཡོད་ས་རུ་ཨ་ད་ང་རང་ཚོ་གི་བོད་མི་གྲིབ་ཚོ་དེ་ཇག་པ་གི་བཅོམ་འདུག་ལ་ན་ཨ་ནི་འོ་དེ་བཅོམ་ཡོད་རེད་ཧ་གོ་སོ། ཨ་འདི་ག་ཅིག་པུ་ཚད་ཀྱི་མ་རེད་ད་ལྟ་བཟི་སྲན་ཨ་མི་མ། དང་བདག་གི་བོན་གཅིག་གི་པུ་གུ་དེ་ཚོ་བྲིས་ཏེ་བོད་པ་ཡིན་པ་གཅིག་དང་བོད་ཀྱི་གཤིས་ཀ་ཡོད་པ་གཅིག་དང་བོད་ཀྱི་འགན་ཁུར་སྡུག་ཉེས་ཀྱི་མི་གཅིག་བཟོ་བ་ལ། ད་ལྟ་ག་རེ་བྱེད་དགོས། སྤྱི་ཚོགས་ཁྱོན་ཡོངས་ཀྱི་འགན་ཁུར་དགོས། སྤྱི་ཚོགས་ཁྱོན་ཡོངས་ཀྱི་འགན་ཁུར་མ་ཁུར་བ་ཡིན་ན་དང་བདག་གི་དེ་ཕི་རན་སི་ནི་གཞུང་ཆེན་གྱི་དོན་ཚ་གི། རེད་ཁྱེད་རང་ཚོ་ལ་གོ་དུས་གང་ལ་སྤྱི་ཚོགས་ཁྱོན་ཡོངས་ཀྱི་ཨ། ཐབས་ཤེས་བྱེད་དགོས་ཀྱི་འདུག་ལབ། སོ་སོ་ལ་གོ་དུས་གང་ལ་འདུག་སྤྱི་ཚོགས་དེ་གང་ག་ཡག་སྐད་བཏང། སོ་སོ་ལ་མོ་འོ་འདི་གང་ལ་ད་ག་རང་སྤྱི་ཚོགས་ལ་སོ་སོ་རྙོག་པ་བཟོས་བྱས་པ་ཡིན་ན་ཏག་ཏག་འདི་གུར་བས་འདི་བྱས་ནི་ངས་ལ་འོ་རེད་ཨ་འདོག་པ་རྒྱག་བ་ལ་ལག་པ་གཉིས་ཡིན་གཅིག་མིན་གཅིག་འགོ་རེད་མ་གཏོགས་ལག་པ་གཅིག་གིས་འདོག་པ་རྒྱག་གི་མ་རེད་ད་ཟེར་ན་ནི་ལག་བའི་རྒྱུ་མཚན་ཁོ་རང་དང་རང་རེད་ཁྱོད་རང་ཚོ་དྲན་དེ་ག་འདྲ་རེད་ལགས་ན་སོ་སོ་ལ་མ་འདོད་ན་ཨ་སྲིད་སྐྱོང་ཡང་རྫུན་མ་རེད་དམ་དམ་དོན་སྲིད་སྐྱོང་ཡིན་ན་ཅི་རེད་ཨ་རྒྱ་བོར་མོ་ཆེ་ལ་ལ་ཡང་མ་ཉེས་ཁ་ཡོད་བྱེད་ཡ་བྱེད་དགའ་འདི་ཕོ་བྲང་ལ་ཡང་རྫུ་གུ་རྩུ་ག་འགྲོ་ཡ་བྱེད་ཨ་གང་བརྩམས་སྤྱི་ཚོགས་ནང་རྙོག་པ་འདི་གང་ག་ཁྱོད་རང་ཚོ་རང་སྤུ་བོ་ར།

མ་ཉེས་ཁ་ཡོད་བྱས་ནས་ད་རིང་གི་གནས་སྟངས་ལ་ཡང་བསྐྱར་དེ་འདྲས་ཅིག་ཆགས་པ་རེད་དེ་བུ་ག་ཚོད་སྤུ་གུ་ག་ཚོད་ཡོད་པ་ཡིན་ན་རེད་ལོ་བཅོ་ལྔ་ནས་བཅུ་དགུ་གི་པར་ར་ལ་ཡོད་པ་ཡིན་ན་དེ་བཀྲིས་ནས་འཇལ་རེད་དེ་ཚོ་ལ་བསླབ་ཡག་ལ་ཁྱོད་རང་ཚོ་སོ་སོ་རང་རང་གཉིས་གཉིས་ཡག་པོ་གོ་གི་འོ་རེད་ད་ང་ཚོ་གི་མིག་དཔེ་ལྟ་ས་དེ་ཡུ་ཀྲུ་བ་ཡིན་ལ་འོ་རེད་ཡུ་ཀྲུ་བ་བྱ་ང་བྱུང་ངེས་ཀྱི་རྒྱུས་ནི་ཨ་ཁོང་ཁྲོ་ངར་རྒྱས་སྡུག་རིང་ངན་ཚིག་གང་ག་ལབ་ཡོད་འདི་གང་ལ་ཁོ་རང་ཚོ་གི་སྦྱང་ཡག་དེ་ད་ག་རང་སྦྱང་གི་འོ་རེད་ད་ག་གཅིག་པུ་ཚད་ཀྱི་མ་རེད་སྐྱེན་པའི་རྒྱ་གར་འགྲོ་སོང་ནས་དེ་ཚོ་ལ་ཨ། བོད་མཐོང་ཡོད་མ་རེད་བོད་ནང་གི་དཀའ་སྡུག་མྱོང་ཡོད་མ་རེད་ཨ་འདི་ལ་ཚོར་བ་བླུ་ཡག་དང་གོ་ཡག་དང་ང་ཚོ་གི་དཀའ་ངལ་དཀའ་སྡུག་མྱངས་པ་རི་དྭགས་ལ་ནི་བྱམས་བརྩེ་བསླབ་ཡག་གི་ཆེད་དུ་ཚབ་ལ། འདི་ང་རང་ཚོ་གི་ངར་སྐད་རྐྱང་རྐྱང་བསླབ་ཡོད་འདི་གང་ལགས་འདི་ལ་དེ་འདྲས་ཅིག་མ་གཏོགས་ག་རེ་ཡོང་གི་རེད་ད་ག་ཅིག་པུ་ཚད་གི་མ་རེད་ཁྱེད་རང་ཚོ་འདི་གར་ས་འདི། པེ་རིས་ནང་ལོགས་ལ་སྙེ་མ། རྒྱ་མིག་གི་ཨ་ནི་ཟ་ཁང་གི་མདུན་ལ་ཨ་ནི་ག་རེ་གད་སྙིགས་ཀྱི་པ་ལ་སི་ཏིག་ནང་ལོགས་ལ་ཨ་ནི་ཁམ་པ་ཕོ་སར་ཅིག་གི་རོ་དེ་པ་གཏུབ་ནས་བླུགས་བཞག་ལ་ལས་འདྲ་བོ་དེ་འདྲ་དེ་འདྲས་ཀྱི་གནས་ཚུལ་གོ་ན་སྤུ་གུ་སྨྱོས་དང་སྨྱོ། སྨྱོ་གུ་རུ་ཨ། དེ་སྤུ་གུ་དེ་ཚོ་ལ་ཤ་ཚ་དང་སྙིང་རྗེ་བྱས་ནས་བསླབ་ཡག་རེད་མ་གཏོགས་ཨ་ཛི་ཛི་སྐུ་ཞེ་སྣང་སྐུ་དཔར་གང་ག་ཁྲོམ་བཀྲམ་བྱས་ནས།

སྤྱི་ཚོགས་ནང་ལ་རྙོག་པ་སྤུངས་ངེས་རེད་ཟེར་ན་ང་ལོ་བོར། ད་སྤྱི་ཚོགས་དམའ་རང་སྤེལ་ངེས་དེ་སུ་རེད་དོ་སྤྱི་ཚོགས་ནང་ལ་དམའ་རང་སྤེལ་ནས་རྙོག་དྲ་བཙོང་ངེས་དེ་སུ་རེད་དོ། ཁྱེད་རང་ཚོ་གིས་བལྟ་ད། རོ་ཨ། ངས་ད་འདོད་བསྟོན་གོ་སྐར་མ་གཅིག་པ། གི་ཚ་གི།
ད། གནད་དོན་མ་ཆགས་ཚར་གི་གཞི་ན་ཡོད་དེ་རེད་མ་གཏོགས། ཡིན་ནའོ་འབུར་དོད་འདི་ཡག་གི། ཇག་ཚོགས་དེ་ཚོ་བྲེལ་ཏེ། ཨ་མི་རི་ཀ། ག་ས་ག་ལ་ཡོད་ལུགས་འདུག་རྒྱ་བ་ནོར་ཡོད་ལུགས་འདུག། ད་དེ་འདྲའི་གི་བྱ་བ་བཟུང་གི་ལས་ཀ་ལས་འདི་ངས་དེ་དུས། དེ་ཨ་མི་རི་ཀ་དང་རྒྱ་གར་ནང་ལོགས་ལས་གླེང་ངེས་དེ་སུ་རེད་ལབ་པ་ཡིན་ན་ཁྱོད་རང་ཚོ་གི་བོད་ནང་ནས་མ་གླེ་བྱ་རྒྱོག་གི་ཇག་པ་རྐུ་མ་ཁ་ཤས་ཀྱི་རེད་རོ་གཞན་ང་ཚོ་བཙན་བྱོལ་ནང་ལ་སྐད་བྱ་རྒྱོག་གི་སྤུ་གུ་དེ་ཚོ་དེ་འདྲའི་རྩ་བ་ཉིད་མེད། རེད་བ། ཁྱེད་རང་དེ་འདྲས་རང་ཡར་ལ་ཚོའི་སྐད་ཆ་བཤད་ཀྱི་ཡོད་བ་ཡིན་ན། ཁྱོད་རང་ལར་རྒན་ཁྱོད་རང་འདྲ་བོ་བྱིན་པ་ཡིན་ན་ཁྱོད་རང་གི་སོབ་རྟགས་དང་མདོག་དེ་ལ་བལྟ་བ་ཡིན་ན་ཁྱོད་རང་བོད་ནས་མ་སླེབས་སྐྱོང་རེད་ཤག་རེད་བ། མ་གཏོགས་ང་ཚོ་བཙན་བྱོལ་ནང་ལོག་རང་ལ་སྐྱེས་ནས་འཚར་ལོངས་བྱུང་མགྱོགས་འདྲ་རེད་མི་འདུག་སྙེ་མ་ནས་རྒྱ་བོ་རིན་པོ་ཆེ་གི་ཐུགས་རྗེ་བྱིན་རླབས་འབྱོར་རྒྱུ་དེ་འདྲ་རེད་མི་འདུག་ཁྱོད་རང་ཚོ་ཕྱིས་སུ་ཡོང་ནས་ཨ་ནི་དོགས་པ་ཚ་མདོག་ཁ་བོ་གི་ངང་ནས་ཨ་ནི། ཨ། གར་ས། མགོ་པའི་དབང་ལ་ཕྱག་འཚལ་ལོ་ལ་ནས་འགྲོ་དེ་ངས་ཀྱི། ཨ། ལར་རྒན་གྱི་རེད་འདུག། འདི་བྱས་ནས་ཁྱོད་རང་ཚོ་གི་ཁ་ནས་སྐད་ཆ་དེ་འདྲའི་དེ་འདྲའི་འདྲ་བོ་ཅིག་དོན་ཡོད་དུས་ག་ལ་ཨ་དམ་ཚིག་འཁྲུག་གི་འདུག་དམ་ཚིག་འཁྲུག་ཚར་ན་ཡག་པོ་ཡོང་གི་མ་རེད་ལ་ཡ་དེ་ད་ག་རང་ལ་གོ་རེ་ཧ་གོ་གི་ཡོད་ན། སུ་རེད་ས་དང། དུས་ཚོད་ཀྱི་ཨ་ཙ་རེད་རྒྱུའི་གོ་བ་ཡོད་རེད། གནས་ཐུག་ད་རང་ས་གི་ཞོགས་ཆགས་གང་སྡོད་མི་ཉན་དུས་ཚོད་ཀྱི་ཞིབ་འཇུག་བྱས་བ་ཡིན་ན་དུས་འགོ་ཁྲིད་ཉན་དུས་ཚོད་ཀྱི་རྒྱ་རྒྱུའི་དུས་ཚོད་ཡིན་ཡང་བྱ་བྱ་རྒྱ་རེད་བསམ་ཐག་བཅད་ཆོག་བསམ་ཡང་དྲན་གི་འདུག། གོ་གི་འདུག་ཡ་རྒྱ་རི་སྒྲོལ་མ། དེ་ད་རིང་ཁྱེད་རང་བདེ་སྲུང་བཀའ་བློན་ནང་ལ་ཡོད་རུ་བ། བཀའ་ཤག་གི། Department ནང་ལ་ཡོད་རུ་བ། དེ་ཁྱེད་རང་གང་ལ་འཛུལ་ལེ་གི་འོར་ད། དེ་ལེ་གི་རེད་ལ་ནི་ངས་ཁྱེད་རང་ལ་དང་པོ་ནི་བྱས་ནས་ཨམ་ཅོ་ནང་བླུག་རེད། ཁྱེད་རང་དེ YouTuber ཟ་ར་ཟོ་རེད་དེ་ཚོ་ཕན་ཐོག་གི་མི་འདུག། དེ་ལ་ཅིག་བྱས་ན་ཡག་པོ་འདུག་ད་ལ་དེ་ཉན་གི་མི་འདུག་བ། ད་དེ་ཁོ་རང་གི་ལབ་གི་འདུག་བ། དེ་གང་ག་རྡ་རམ་ས་ལ་ལ་དེ་ངས་ཁུ། རྐུབ་བཀྱག་གང་ལ་དེ་ངས་དེ་ཚོ་རེད་ལབ་ཀྱི་འདུག་ཨ་ཨ་ནི་དེ་དེ་ཡིན་དུས་གང་ལ་བདེ་སྲུང་ནང་ལ་ནི་ཁྱེད་རང་ཡོད་རོགས་ཨ་སྐྱར་ཅུང་མ་ད་ཁྱོད་རང་གི་ལས་དགོས་ཡ་ཅིག་རེད་བ་ཨ། བདེ་སྲུང་རོགས་ཨ། དེ་གཞན་དང་འདྲ་གི་མ་རེད་ད་རྐུབ་བཀྱག་གཞན་པ་དང་འདྲ་གི་མ་རེད་ད་ཁྱེད་རང་བདེ་སྲུང་ལ་དེ Security རེད་ད Security ལ་དེ་གང་ལ་ང་རང་ཚོ་གི་བོད་པའི་གི་གནས་སྟངས། བཙན་བྱོལ་བོད་མི། བཙན་བྱོལ། སྒྲིག་འཛུགས་ཀྱི་ནང་ལ་ཡོད་ཤ་ཁྱོག་གི་བཙན་བྱོལ་གྱི་བོད་མི་གང་བསླེས་ཡོད་དེ་གང་ལ་དེ་དངོས་གནས། Security དང་འབྲེལ་བ་འདུག་དང་མི་འདུག་དེ་ཁྱོད་རང་ལྟ། ཨ་འདི་དང་མཉམ་དུ་རྩ་དོན་དང་འབྲེལ་བ་འདུག་དང་མི་འདུག་ཁྱོད་རང་ལྟ། ཧ་གོ་སོང་ཨ། ང་རང་ཚོ་གི་སྤུ་གུ་གཅིག་ཡེ་ནས་འཕྲོ་བརླག་འགྲོ་ན་ཕངས་ཀྱི་འདུག་ལས་དེ་ངས་ནམ་ཞར་རྒྱུན་དུ་ནས་བཤད་བསྡད་དེ་ད་ག་རང་རེད། ད་ད་ལྟ་ཁོ་རང་བླ་རྒན་ཁོ་རང་གིས་ཨ་དེ་ཤེས་ཡིན་གདོང་གདོང་བྱས་ནས་ཨ་སྤྱི་ཚོགས་ནང་དཀྲུགས་ཤིང་དེ་འདྲས་ཅིག་རྒྱག་གི་འདུག་ཨ་བོད་ནང་ལ་སྐད་སྐྱོག་དང་རྒྱ་གར་ནང་ལ་སྐད་སྐྱོག་དེ་ཨ་ནི་ལོག་ཀ་ཡིན་པ་སྐད་ཆ་བཤད་གི་འདུག་ཨ་ཁྱོད་རང་མཇལ་རྒྱུ་ཡོད་མ་རྟགས་ཁྱོད་རང་དང་ཁྱོད་རང་འདྲ་བོ་དེ་འདྲས་མང་པོ་ཅིག་བོད་ནས་མ་ཡོང་ནས་བཙན་བྱོལ་ནང་ལོག་ལ་ཨ་བོད་པ་ཡིན་གདོང་གདོག་སྐབས་རེ་སྐབས་རེ་རྒྱ་གར་པཱ་བཟོ་སྐབས་རེ་སྐབས་རེ་ནེ་པཱ་ལི་པཱ་སྤོར་བཟོ་བྱས་ནས་ཁྱོད་རང་ཚོ་ཕྱི་རྒྱལ་ཡོ་རོབ་ཁ་ལ་འཛུལ་སླེབས་ཀྱི་ཡོད་ཨ། མཐའ་མ་དེ་ལ་བོད་ནི་ཀླད་ཡིན་ལ་ནི་ཨ་ནི་ཤུ་གུ་ཐོག་པ་རེད་ལ་ནི་ལབ་པ་ཙམ་རེད་མ་གཏོགས་ཨ་བོད་པ་ཡིན་ཡིན་ག་རེད་ང་ཚོ་ཚང་མ་བོད་པ་རེད་ང་རང་ཚོ་གི་ཕ་རྒྱུད་མ་རྒྱུད་རིགས་རྒྱུད་ལྟ་བ་ཡིན་ན་གང་ག་བོད་ནི་རང་རེད་ཡིན་ནི་ཡང་ཁྱོད་རང་ཚོ་ཕྱི་རྒྱལ་ལ་སླེ་ཡ་དེ་ཐོབ་ཐང་རག་བ་དེ་ཨ་ནི་བོད་ནི་ཀླད་ཡིན་ལ་ནི་ར་སྐྱོ་རེད་ལ་ནི་ཧ་ལ་མ་སོང་ན་དེ་གི་ཐོབ་ཐང་དེ་ཁྱོད་རང་ཚོ་ག་ཤེད་ཅིག་ལ་མ་གཏོགས་འགྲོ་གི་མེད་པ་འདྲ་བོ་སྐད་ཆ་དེ་འདྲས་ཅིག་བཤད་ཡོང་དུས་གང་ཏག་ཏག་བསྡད་ཀྱི་ཡོད་མ་རེད་སྐྱག་རྫུན་དུ་རྫུན་མ་བཤད་རེད་ལ་ན་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་བོད་མི་དམངས་རེ་རེ་གཉིས་གཉིས་ཀྱི་ཨ་ཕྱི་རྒྱ་ཁབ་ཡོ་རོབ་ཁ་ལ་ཡོང་ནི་ཨ་མགོ་བཏགས་བཞུགས་ཡོད་ནི་བོད་ནི་ཡོང་ངེས་ཡིན་ལ་ནི་ཤུ་གུ་བཞུགས་ཚར་བ་ཙམ་ལ་སྐྱག་རྫུན་དེ་ནས་མགོ་བཙུགས་ཚར་བ་རེད་མགོ་བཙུགས་ཚར་བའི་རྗེས་ལ་ང་རང་དོན་དག་ལ་མེད་ང་སྤུ་གུ་དོན་དག་ལ་ཨ་འཆི་ཁའི་ཡོང་པ་ཡིན་ལ་ནི་སྤུ་གུ་འཕྲོ་བརླག་འགྲོ་ན་འགྲོ་བ་རེད་ག་ལ་ན་ཁྱེད་རང་ཚོ་གི་མགོ་བཙུགས་དུས་ཁོ་རང་ནི་ནོར་བ་རེད་ལ་ནི་ངས་ལབ་དགོས་དེ་ཉིན་མ་དང་པོ་ནི་དག་རང་རེད་དམ་ཚིག་དེ་ནང་འཁྲུགས་ཚར་བ་རེད་ཡིན་གཅིག་མིན་གཅིག་བླ་མ་ལ་འཚེ་མེད་ཞུ་ཡ་དང་བླ་མ་ལ། ཁ་བཏང་ཡ་དང་ཨ་ནེ་ག་རེ་སྤྱི་ཚོགས་ནང་ལོགས་ལ་མ་བསྙད་ཁ་ཡོད་དང་ཨེ་འགྲིག་གི་སྐད་ཆ་གཅིག་པོ་མ་རེད་དམ་ཚིག་ཟིན་ངེས་དེ་ཁྱོད་རང་གི་ལས་ཀ་ངན་པ་བླ་མ་གི་གསུང་བཞག་རྒྱོགས་ལས་རྒྱལ་ནས་འགྲོ་ཚར་བ་རྗེས་ལ་ཁྱོད་རང་ཚོ་དམ་ཚིག་དེ་ག་རང་འཁྲུག་ཚར་བ་རེད་ཧ་གོ་ཟོ་དེ་ཁ་གཅིག་དང་གཉིས་ལ་ལ་ནས་མཛུ་གུ་བཙུགས་ཡ་དང་ཡ་ལ་བཙུགས་ཡ་དང་རྐྱང་རྐྱང་མ་ཚད་སྐབས་རེ་སྐབས་རེ་མེ་ལོང་དེ་སོ་སོ་ལས་ལྟ་དགོས་གི་རེད་ཧ་གོ་ཟོ་མི་ལ་ལྟ་བའི་མིག་ཡོད་ན། རང་ལ་བལྟ་བའི་མེ་ལོང་མགོ་ལ་ནས་སླར་རྒན་ཁྱོད་རང་ལས་ལ་གི་ཡོད Tibetan ཚེ་རིང་མོ་རང་ལས་ལ་གི་ཡོད་མོ་དང་མོ་འདྲ་བོ་དེ་ཚོ YouTubers བྱང་ང་བྱུང་ངས་རོགས་རོགས་གི་དེ་ཚོ་ལས་ལ་གི་ཡོད།
ད་དེ་ཚོ་ག་ལེ་ཡིན་བྱས་ནས་ག་བ་ལ་ཐུག་འདུག་རྩ་བ་ག་བ་ལ་ཐུག་འདུག་ག་འདྲས་ཐུག་འདུག་ལྟ་ལ་དེ་ཚོས། བྱས་ཙང། ཕག་ནག་གི་རྐུ་མ་འཇོག་ན།

འཆར། དེ་ནས་བཟུང་དང་བོད་མི་རིགས་སའི་ངོ་བོ་དེ་གནས་དགོས་ན། ད་ནང་ང་ཚོ་སྤྱི་ཚོགས་ཆོས་ཡོངས་ནས་འགྱེལ་དགོས་ནས། དེ་འདྲའི་གི་རིགས་དེ་ཚོ་བྲིས་ཏེ། འཕྲོ་བརླག་མ་འགྲོ་བ་ཅིག་ང་ཚོ་ཙང་དང་གི་གལ་ཆེན་པོ་རེད། ཡིན་ནའང་དེ་མདོ་ནས་བྱེད་ཡ་ལ་དཀའ་ཚན་ཡོད། སྤུ་བོ་ཁོ་ནོ་གཤིས་ཀ་ངན་པ་འགྱུར་བ་སྐྱིད་པོ་མ་རེད་དེ་དུས་ཕ་མ་དེ་ཚོ་གཤིས་ཀ་ངན་པ་ཡོད་ཡ་རྒྱ་ཆ་རྒྱབ།

ལར་རྒན་ཁོ་ཆེ་དྲགས་པ་རེད། ད་ག་རང་སྐད་ཆ་ངས་ལོ་བཞི་ནས་བཤད་གི་འོར་ཉི་མ་དང་པོ་ནི་ངས་ཨ་ཅཱ་རའི་ཡེ་ཤེས་ཕུན་ཚོགས་དེ་གྲྭ་ཆས་གྱོན་ནས་བུ་མོར་བརྩེ་ཡམ་ཆེན་འགྲོ་དེ་ངེད་ཀྱི་རེད་ལ་དུས་གང་ལ་ཁོས་ཀྱི་སྐད་ཆ་དེ་ལ་འཇིགས་པོ་བཞག་ཡོད་པས་བཞག་ཡོད་མ་རེད་དངོས་གནས་བཙན་བྱོལ་ནང་ལ་ད་རིང་སྐད་རྒྱག་གི་འདུག་སྐད་རྒྱག་པ་དེ་དངོས་གནས་ཅིག་རེད་འདུག་དང་མི་འདུག་ལ་ནི་ལྟ་ཡག་གི་ཐབས་ཤེས་བཅས་བྱས་ཡོད་པས་བྱས་ཡོད་མ་རེད་ལམ་སང་ཞྭ་ལ་རྒྱག་ནས་ནག་པོ་བཟོས་ཡག་ད་ད་རིང་ཁོ་རང་ཚོ་ཞི་ནས་གཙང་མ་སོ་སོ་སོ་སོ་གཙང་མ་བཟོས་ཡག་གི། ཐབས་ཤེས་ཀྱིས་བྱེད་བོར་ད། དེ་ཚོ་ཚང་མ་མ་རབས་རེད་ཧམ་པ་རེད་ད་འདུག་ཡིན་ནའི་ཡང། ད་ཁོ་རང་ཚོ་གི་གཙང་མ་བཟོ་བ་མ་ཟད་མི་ལ་ཡ་ལ་བཙུགས་ནས། ཕ་མ་ལ་ཡ་ལ་བཙུགས་གོ་གི་འདུག་ཨ། བཙན་བྱོལ་ནང་ལ་སྐྱེས་བའི་མི་དེ་ཚོ་ལ་ཡ་ལ་བཙུགས་གོ་གི་འདུག་བཙན་བྱོལ་ནང་ལ་ཡོད་པའི་མི་ལ་ཡ་ལ་བཙུགས་གོ་གི་འདུག་ཁྱོད་རང་ཚོ་མཇལ་རྒྱུ་ཡོད་མར་ད་ཁྱོད་རང་ཚོ་ཡིན་ནའི་བཙན་བྱོལ་ནང་ལ་ཡོར་ད། ཁྱོད་རང་ཚོ་འདྲ་བོ་རུ་ཏོ་ཁ་ཤས་ཀྱི་ཡོད་ཡིན་ཙང། ཨ། གྲྭ་པ་དེ་ཚོ་ཨ་བོད་ནས་མ་བསླེས། ཨ་ནི། རྒྱ་གར་གི་པཱ་སི་པོར་རྫུན་མ་འདྲ་བོ་བཟོས།

རྒན་མོ་ལགས་ཡ་སྐད་ཆ་རོ། དེ་འདྲའི་བྱས་ནས་ང་ཚོ་སྐད་ཆ་གང་ག་ལ་རྒྱ་མི་སྐད་བཏང་པ་ཡིན་ན་ང་ཚོ་རྒྱ་མི་མཉམ་དོ། བོད་རྩ་དོན་གྱི་སྒང་ལ་དགྲ་ལོས་ག་འདྲས་བྱས་ག། ང་རང་ཚོ་གི་ནང་གོ་ལ། རྐང་བཙུགས་ནས་ཨ་དོག་པ་བཀང་མི་བཞག་གོ། དེ་འདྲས་བྱས་ནས་འགྲིག་གི་ཡོག་མ་རེད་བསམ་ངས་བཤད་དེ་དག་རང་ལབ་གོ། ཨ་ནི་ཅི་འཇོན་ཐོང་ད་དེ་འདྲས་མེད་གོ་ལ་རི་ཐོང་ཡོག་མ་རེད་ཨ་ནི་མེར་འཇིག་རྒྱུ་བྱས་ཡང་གོ་ཐུག་བཙུགས་ཡོད་རེད་བསམ། ད་ག་རང་ཁྱེད་རང་ར་ཨ། སོ་སོར་འཇོན་ཐང་མེད་དུས་གང་ལ་ཨ་ནི་མི་ལ་བརྒྱུད་སྐུལ་བྱས་མི་ལ་རྫུ་གུ་བཙུགས། ཨ་ནི་ད་ག་ན་ཞིག་གིས་ང་ཚོའི་སྤྱི་ཚོགས་ནང་ལོགས་ལ་མ་ཉེས་ཁ་ཡོག་མང་པོ་ཅིག་ཁྱོད་རང་གས་བྱས་ཡོད་རེད་ཨ་ཁྱོད་རང་དང་ཁྱོད་རང་འདྲ་བོ་དེ་ཚོ་ཕག་བརྒྱུད་སྐུལ་བྱས་ཚུར་བརྒྱུད་སྐུལ་བྱས་བྱས་ནས་ང་ཚོ་སྤྱི་ཚོགས་ནང་རྙོག་པ་གཅིག་པུ་སྤུངས་གི་ཡོད་རེད་མ་གཏོགས་ཕན་ཐོག་པོ་མི་འདུག་ལ་ནི་ཨོ་དེ་རང་ལ་འོར་ངེས་གི་ཧ་གོ་ས་ཨ། ད་ད་རིང་གི་ཉིན་མོ་ལ Exile Voice དེ་རྐང་བཙུགས་ནས་ཨ་ཁོ་རང་ཚོ་གི་མེད་པ་བཟོས་ཨ།

ཕི་རན་སི་མི་དགོས། སུད་སི་མི་དགོས། ཨ་རི་མི་དགོས། ཡུ་རོབ། ད་ཨེ་ཤི་ཡ། ས་ཕྱོགས་གང་ནས་འདུག་ནས་དེ་ཚོ་བྲིས་ཏེ་བཟོ་ལྟ་སྤྲད་ནས་སྤྱི་ཚོགས་ཁྱོན་ཡོངས་ཀྱི་འགན་འཁུར་གི་རེད་ཟེར། ཁ།
རེད། དེ་འདྲའི་སྤྱི་ཚོགས་ཁྱོན་ཡོངས་ནས་འགན་འཁུར་དགོས་ཀྱི་རེད་དེ་ད་ལྟ་གཅིག་པོ་ག་རེ་བྱེད་ནས། དེ་ལོ་བཞི་དེའི་ནང་ལོགས་ལ་ངས་ད་ག་རང་ཤེས་པ་རེད། ཁྱེད་རང་ཚོ་ལ་ངས་རྗེས་ལུས་ལན་ད་ག་ཟླ་གི་མ་རོ་བ། ད་ཐོངས་སོང་བ་ཁྱེད་རང་ཚོ་རྗེས་ལུས་ཡིན་ད་མེད། ཨ། དེ་ཉི་མ་གཅིག་ད་རིང་ཁྱོད་རང་ཚོ་གི་ཕ་ལྟ་དུས་གང་ལ། ཨ། ཕ་ཅོ་ལི་ཡིན་པ་ན་ཤེས་ཀྱི་མཐོང་གི་རེད་དེ་དེ་ཀོ་ར་བརྒྱབ་ནས་ཁྱོད་རང་ཚོ་ཙ་ལས་ལས་གི་རེད་ད་ལན་ངས་རྟག་པ་ནི་རྟག་པ་རེད་ཞེས་བཤད་བསྡད་དེ་ད་ཁ་རང་ཤེས་གོ་རེད་ད་སླད་དུ་ཨ། ད་ད་རིང་ཁྱོད་རང་ཚོ་གི་གང་སླད་དུས་གང་ལ་ཁྱོད་ཡོང་ནས་ཨ་ནི་མི་མི་མང་གི་ཨ་ནི་འདུག་ལས་ཀ་བྱེད་གི་རེད་ལ་ན་རྟག་ཏུ་བསྡད་གོ་རེད་དེ་ཁྱོད་ཡོང་ནས་མི་མང་དེའི་ནང་ལོག་རང་ལ་བཙོག་པ་བཟོས་ངས་གྱིས་ངས་སྤུངས་ངས་གང་ག་ཁྱོད་རང་ཚོ་རང་ཆ་གི་ཡོད་རེད།

བོད་རྩ་དོན་ལ་ན་རེ་བོད་མི་དམངས་ལ་ན་རེ་མ་འོངས་པོ་གི་སོན་རྩ་ལ་ན་རེ་ངེད་ཀྱི་མ་རེད་སྲིད་སྐྱོང་སྤེན་པ་ཚུན་གྱི་མ་རེད་རྒྱ་བོར་མོ་གཅིག་གི་མ་རེད་མི་གཅིག་དང་གཉིས་ཀྱི་ཨེ་འགྲིག་གི་མ་རྟགས་དེ་ང་ཚོ་ཚང་མེད་ཀྱི་རེད་ང་ཚོ་ཚང་མེད་ཀྱི་ཐབས་ཤེས་བྱེད་འོག་རེད་མ་གཏོགས་དེ་མི་གཅིག་དང་གཉིས་ལ་བེད་བེད་ཀོ་ར་ཨ་ཐུགས་རྗེ་ཆེ་ལ་ནི་ལག་པ་ཐལ་མོ་བཅག་ཨ་ཞི་བུ་འགའ་རེ་ལ་ནི་དེ་བ་ཡིན་ན་ཡོང་གི་མ་རེད་དེ་ང་ཚོ་ཚང་མེད་ཀྱི་འགན་བཞེས་འོག་རེད་ད་རིང་སྐྱེ་བའི་པོ་འི་འགན་བཞེས་འོག་རེད་ལ་ནི་ལ་གིའི་ལ་གིའི་ལ་ཨ་ཁྱོད་རང་ཚོ་དེ་བེད་ཀོ་ར་ལོག་ཨ་ཡིན་གདོང་གཏོགས་བྱེད་དུས་གང་ལ་དེ་སྔ་ཕྱི་གཅིག་རེད་མ་གཏོགས་ང་ཚོ་དེ་དེ་གི། ཐབས་ཤེས་བྱེད་ཤོག་པ་ར་ལ་གཅིག་རྫོགས་ཀྱི་རེད་གཉིས་རྫོགས་ཀྱི་རེད་གསུམ་རྫོགས་ཀྱི་རེད་རོ་ཨ་མི་རྫོགས་ཀྱི་རྫོགས་ཀྱི་འགྲོ་གི་རེད་དེ་ཡིན་ན་ཡང་མི་མང་གི་སོ་སོ་གི་རྒུད་སྐྱོབ་མ་རྒྱག་པ་དོག་དེ། ང་ཚོ་སྤྱི་ཚོགས་ནང་ལ་རྒུད་སྐྱོབ་ཐེ་གི་གོ་ར་མ་རེད། དེ་སྐབས་རེ་སྐབས་རེ་ངའི་ལ་དེ་ག་ལ་ངའི་གི་རྒྱབ་སྐྱོར་ལ་ཁ་བྱེད་ཁོའི་ལ་དེ་ག་ལ་ཁོའི་རྒྱབ་སྐྱོར་ལ་ཁ་བྱེད་མོའི་ལ་དེ་མོའི་གི་རྒྱབ་སྐྱོར་ལ་ལ་ཁ་བྱེད་པ་བྱེད་པ་རེད་མ་གཏོགས། མི་ད་ག་རང་རེད་ཨང་ཀི་མི་རྒྱ་རྒྱ་གི་ཨང་ཀི་བརྗོད་རོགས་ཨ་བ་ར་གང་གི་མི་རིགས།

སྤྱི་ཚོགས་ནང་ལོགས་ལ་དེ་དང་དེ་འདྲ་བོ་ཆགས་བསྡད་ཡོད་རེད། ད་རིང་ཁྱོད་རང་ཚོ་གི་སྤུ་གུ། ལོ་ཆུང་བ་ག་ཤེད་ཅིག་གི་པར་དེ་ཚོ་དེ་འདྲ་བཏོན་ནས་ཁྱོད་ཚོ་གི་སྤྱི་ཚོགས་ནང་ལ་བཀྲ་མི་འདུག་གང་ལ་ཧ་ལས་པའི་ངོ་ཚ་བོ་རེད་ཨ། ང་ཚོ་སྤྱི་ཚོགས་དམར་རང་བཟོ་བོར་ད་འདོད་དེ་ག་ཅིག་པུ་ཚད་གི་མ་རེད་མི་མང་ཡོང་རོགས་གྱིས་ཨ་ལ་ནས་མི་མང་ཡོང་ནས་ག་རེ་བྱེད་ཡ་ཡིན། པུ་ལིས་ལ་རྩིས་སྤྲད་ཡ་ཡིན་ན། ཁ་རི་ཁ་ཚུར་མི་གཅིག་དང་གཉིས་འགྲོགས་ནས་པུ་ལིས་ལ་རི་པོར་བྱས། ད་སྐབས་རང་ལ་སྤུ་གུ་དེ་དེ་འདི་འདྲས་ཅིག་འདུག་ལབ་ན་ཚ་ཚ་རོགས་དེ་མི་མང་གང་ག་འཇང་འཇང་འཇང་འཇང་ཁྲིད་ནས་ད་སྐད་འབད་མ་རྒྱག་ཨ་ལ་དུས་གང་ལ། སྐད་འབད་རྒྱབ་ན་མི་མང་པོ་སྐད་རྒྱབ་ངར་སྐད་མཐོང་བྱས་ན་ཨ་ནི་ང་རང་ཚོ་གི་བོད་མི་རིགས་དེ་ཚོ་ཡག་པོ་མཐོང་གི་མ་རེད་སྤྱོད་པ་བཟང་སྤྱོད་མཐོང་གི་མ་རེད་སྡུག་ཅག་མཐོང་གི་རེད་ལ་དུས་གང་ལ། ད་སྐྱག་སྐྱག་གི་རྣམ་པ་ལ་ཨ་ནི་མི་མང་པོ་ཅིག་སྐད་བཏང་ནས་ཨ་ནི་བད་ཀོ་ར་སྤུ་གུ་ག་ཤེད་ཅིག་གི་རྗེས་ལ་ཨ་ནི་ཁྱི་ཨ་བརྒྱོ་ན་ཤི་བྱས་ནས་རྒྱུགས་འགྲོ་བ་ཡིན་ན་དེ། ཕྱིའི་རྒྱལ་ཁབ་ལ་ང་ཚོ་བོད་མི་རིགས་དེ་ཡག་པོ་མཐོང་ཁུལ་བས། ཁྱེད་རང་ཚོ་སོ་སོ་བསམ་བློ་བཏང་དང། དེ་བྱས་ནས་ལ་འོར་བྱེད་སྟངས་ཤེས་ཀྱི་མི་འདུག་ལ་ནི་དེ་ལས་ཀ་མོས་ཀྱི་མ་རེད་ལ་ནི། དེ་ལས་ཀ་དེ་དངོས་གནས་བྱེད་དགོས་ན་རྒྱ་རི་སྒྲོལ་མ་གི་བྱེད་དགོས་འོར། ཡིན་ནས་རྒྱ་རི་སྒྲོལ་མ་གི་བྱེད་ཀྱི་ཡོད་མ་རེད་རྒྱ་རི་སྒྲོལ་མ་གི་མ་བྱེད་དེ་གང་ལ་ཨ་ནི་ང་རང་ཚོ་དོན་གཅོད་ཁང་ཡིན་ན་རེད། ཨ་ཕལ་སྐད། ག་ལ་གི་རེད་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་ཡིན་ན་རེད།

འདི་བྱས་ནས་ང་རང་ཚོ་སྤྱི་ཚོགས་ནང་ལོགས་ལས་མི་དེ་ཚོ་གི་ཡ་ཡ་བྱེད་ཕོད་ཀྱི་ཡོད་མ་རེད་ག་ལ་ན་ང་རང་ཚོ་འགྲོ་དགོ་ས་ལ་འགྲོ་ག་ལོགས་རེད་འགྲོ་གོ་རེད་མ་གཏོགས་འགྲོ་མོ་གོ་ས་ཅིག་ལ་ང་ཚོ་ལ་སྐད་བཏང་པ་ཡིན་ན་འགྲོ་གོ་ཡ་ཅིག་རེད་བས་དེ་འདྲའི་དང་བླང་དོན་ནི་ག་འགའ་ལོ་ཨ་དེ་འདྲའི་བྱས་པ་ཡིན་ན་ཏག་ཏག་བསྡད་ཀྱི་ཡོད་རེད་བས་དེ་ཕན་པ་ལས་གནོད་པ་བྱེད་ཀྱི་མ་རེད་བས་ལ་ནི་བསམ་བློ་གཏང་གོ་ཡ་ཅིག་ཆགས་གོ་ཡ་དེ་ངོ་ངོ་དེ་ལ་ཆགས་ཀྱི་ཡོད་རེད་ཧ་གོ་གི་ཡོད་ན་དེ་འདྲའི་བྱས་ནི་འགྲིག་གི་ཡོད་མ་རེད་ལ་ནི་ཟླ་འགོ་དེ་ལ་སྤུ་གུ་ཅིག་གི་ལག་གི་དུ་བ་དེ་སྤུ་གུ་དེ་གི་ལག་གི་དུ་བ། མི་མང། དེ་སྤུ་གུ་དེ་དངོས་གནས། དེ་སྒོ་སུ YouTubers མང་པོ་འདུག་དེ་སྤུ་གུ་དེ་མཐོང་བ་ད་རིང་ཐེངས་དང་པོ་ཡིན་དེ་སྤུ་གུ་དེ་གི་ག་འདྲས་ཡག་པོ་ཤེས་ཀྱི་འདུག་ཁོའི་ལག་གི་དུ་བ་སྤུ་གུ་ལོ་ཆུང་ཆུང་དེ་ཚོ་ཁྲག་ཚ་བོ་རེད་ཁོ་ཚོ་གི་པར་དེ་ཚོ་དེ་འདྲས་བཀྲམས་པ་ཡིན་ན་ཏག་ཏག་དེ་གི་རེད་བས་ངས་ད་ག་རང་ཤེས་དགོས་རེད་ལོ་བཞི་དེ་ནང་ལོགས་ལ། ཨ། ཁྱོད་རང་ཚོ་མི་ག་འགག་གི་པར་དེ་གཟིམས་ནས་བཀྲམས་ནས་ཏག་ཏག་དེ་གི་ཨ་ཡི་ན་ཨ་ལ་ནས། ཨ། དེ་ལག་གི་ལག་གི་ལ་མེ་ཀའི་བ་ལ་ང་ལ་མཆན་འདུག་བྱ་འདུག་བྱ་རྒྱག་དུས་གང་ལ་ཨ་ནི་ཡ་ཁྱོད་རང་གི་པར་བཀྲམ་ན་ག་འདྲས་འདོགས། ཁྱོད་རང་གི་ནང་མི་ལབ་ན་ག་འདྲས་འདོགས་ལ་ནི་གཅིག་ལབ་གཉིས་ལབ་བྱེད་དུས་གང་ལ་ཨ་དེ་ཚོ་ལ་ཕོག་སོང་ལ་ནི་ཀྲི་པེ་རན་ཚེ་རིང་གིས་ཨ་ནི་ཨ། ཁྱོད་རང་གི་མི་གང་ག་ལ་རྙེད་བཅག་འདུག་ཨ་ཨ་ནི་མི་གང་ག་ཁྱོད་རང་རྒྱབ་ལ་ཡོང་ཨ་ཡིན་ག་རོ་ཨ་ས། ད་ད་རེས་ངས་ག་རེ་རེ་བ་དང་སྨོན་ལམ་རྒྱག་གི་ཡོད་ལབ་ན་དེ་སྤུ་གུ་ཨ། མི་མི་སྤུ་གུ་དུང་འགྲོ་བསྡད་ངེས་ཅི་འདུག་ཨ་ཁྱོད་རང་ཚོ་ཁྲག་རླུང་འབར་ནས་ཨ་ནི་མ་རླུང་དེ་ཚོ་མ་འཇམ་གྱི་མི་འདུག་བསམ་ན་དུང་འགོག་ས་ཅི་འདུག་ན་དེ་ཀྲི་པེ་རན་ཚེ་རིང་གིས་དུང་རོགས་བྱེད། ཨང་དེ་ནས A for ball དེ་འདུང་རོགས་གྱིས་བཀྲིས་པ་བློ་བཟང twenty two དེ་སྐད་མིན་འདི་གསུམ་རེའུ་དེ་ཚོ་འདུང་རོགས་གྱིས་ད་ག་གཅིག་པུ་ཚད་ཀྱི་མ་རེད YouTubers ནང་ལོགས་ལ་ག་འཇུག་མ་འཇུག་བཤད་ནས་སྤྱི་ཚོགས་ནང་འདབ་ཚང་དཀྲུག་འདུག་ངས་ཇི་ཐུ་བ་དེ་ག་བ་དང་ག་བ་ཐུག་སོང་ནས་དེ་ཚོ་འདུང་རོགས་གྱིས་ད་དངོས་གནས་དུང་གཉིས་དྲུག་འདུག་ན་དེ་ཚོ་འདུང་རོགས་གྱིས་ཨ་ནི་དངོས་གནས་མཁས་པ་རྩ་བ་ཉིད་ནས་ཡོང་ས་མ་རེད་ས་ནས་ཨ་ག་ཅིག་ལ་ན་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་སྔོ་ནད་མ་ཉེས་ཁ་ཡོད་བྱིང་ངེས་དང་མིའི་སྤུ་སྐུགས་ཀྱི་པར་བཀྲམ་ངེས་དང་མིའི་སྐེ་མེད་ཀྱི་པར་བཀྲམ་ཡག་དང་མིལ་ཆ་ལེ་རྒྱག་ཡག་དང་ཐུབ་ཚོད་བཏང་ཡག་དང་གང་ག་འགོ་བཙུགས་ས་ནི་འདི་ཚོ་རེད་ཁྱེད་རང་ཚོ་སྤུ་སྐུགས་ལོ་ཆུང་བ་འདི་ཚོ་ཁ་ཡོད་མ་རེད་ཁྱེད་རང་ཚོ་ཁྲ་ཚ་བོ་རེད་ཡིན་ན་ཡང་ཁྱེད་རང་ཚོ་གི་ནས་ག་ལོག་རེད་སོ་སོ་གི་ངོ་ནས་ག་ལོག་རེད་ཡག་སྡུག་ངོ་ཤེས་ངེས་དེ་དཔེ་གལ་ཆེན་པོར་ལྟ། ཡག་འདུག་ངོ་ཤེས་ཡ་གལ་ཆེན་པོ་རེད་ང་ཚོ་ཡེ་ནས་ལོ་བཅོ་ལྔ་བཅུ་དྲུག་བཅུ་བདུན་བྱེད་མྱོང་ར་བ་བྱེད་དུས་གང་ན་ང་ཚོ་ཁྲ་ཚ་པོ་རེད་ཡེ་ནས་ཡག་འདུག་ངོ་མ་ཤེས་ནས་ཆོམ་འགྲོ་བ་ཡིན་ན་དེ་སྡིག་པ་དེ་ཡིན་ཡིན་ག་རེད་སྡིག་པ་ཁྱོད་རང་ཚོ་གི་ངོ་ཡ་ཤེས་ཀྱི་མ་རེད་དེ་ཡེ་ནས་སོ་སོ་ལ་གནོད་བྱེད་ཀྱི་རེད་ད་རྡུང་དགོ་ས་ཅི་དེ་ལ་རྡུང་པ་ཡིན་ན། ཨ། ཁྱོད་རང་ཚོ་མི་ཚེ་གང་ལ་ཁྱོད་རང་ཚོ་བློ་ཕམ་དགོས་ཀྱི་ཆགས་དགོས་འོ་མ་རེད་ད་ང་ཚོ་སྤྱི་ཚོགས་ནང་སྡུག་འགོ་ས་སྐྱེ་མེད་ཞིག་འདུག་ལབ་པ་ཡིན་ན་སྐྱེ་མེད་མ་རབས་འདིར་ད་ཧཱུྃ་ས་སྐྱེ་མེད་མ་རབས་འདི་རེད། ངོ་ཚ་ཡས་ཁྱོད་ནི་ཡོད་མ་རེད་མོད་ཀྱི་སྐད་ཆ་ཁ་ཤས་ཤིག་ཉན་ཨ། དཔེ་ཆ་ཚང་མ་རང་ཅག་ཁོ་རང་གི་ག་བ་ནས་ད་ལྟ་ལེན་ཡོད་རེད་འོ་དེ་ལ་བློ་རེད།

མོ་རང་ནོར་བ་རེད་མོ་གིས་ཁོ་རང་ཚོ་ཁམས་དུས་ཡིན་པའི་གི་སྐད་ཆ་ཅིག་བཤད་དུས་གང་ལགས་ཨ་ནི་མོས་གིས་ད་དུས་ཕ་ཕ་གང་ལགས་རབ་གསལ་ལགས་ཨ་བསྙབ་བཅོས་བཤད་འབུར་འཇོམས་བྱས་བྱས་ཏེ་དེ་ཐེངས་དང་པོ་མ་རེད་འདི་ཡིན་ངས་ལས་ཨ་བཟའ་ཚང་གཉིས་པ་ར་ལ་སྐད་ཆ་ཅིག་བཤད་ཡོད་རེད་ཨ་ཕྱོགས་རིས་དེ་དཔུང་རིས་ལངས་ནས་ང་ཚོ་ཕྱོགས་རིས་དཔུང་རིས་ལངས་པའི་ཆ་གི་ཡོད་མ་རེད་མི་ཡ་པི་པི་ར་ཛི་ཏོ་ཀྱ་ཀ་རེ་ཀ་ཀ་ཛི་ལས་ཀྱི་ཡོད་རེད་འོ་དེ་ཀ་ཛི་དེ་ཁོ་མོ་དོན་པ་རེད

ཕྱི་ནས་འགྲོ་དེ་ཁ་ཆེམས་གསུངས་པོ་རེད་ལབ་པ་ང་འགོ་ཚུགས་མ་སོན་པ། འདི་འདྲས་རང་རེད་ང་རང་ཚོ་གི་སྤྱི་ཚོགས་ནང་ལོག་ལ་སོ་སོ་ནོར་འཁྲུལ་མེད་ན་རོགས་ཞེ་དགོས་སུ་ལས་ཡོད་མ་རེད་སུ་དཀའ་འགྱེལ་ཞེ་དགོས་ཡོད་མ་རེད་ང་ཚོ་སྤུ་གུ་ལ་ལབ་དགོས་དེ་དག་རང་རེད་སོ་སོ་གི་ནོར་འཁྲུལ་མེད་ན་སུ་དང་སུ་ཡིན་ན་ལས་ཞེ་དགོས་ཡོད་མ་རེད་ཟེར་ན་ལབ་དགོས་རེད་སོ་སོ་ནོར་འཁྲུལ་ཡོད་རུང་བ་ཨ་ནི་ཞེ་གི་ཡོད་རེད་ཨ་ནི་ལའི་སྐོར་ལ་ང་ཞེ་གི་མེད་ད་ལའི་འགྲོ་འོང་སྐད་ཆ་དེ་འདྲ་བཤད་ཡོང་དུས་གང་ཏག་ཏག་བསྡད་གི་ཡོད་མ་རེད་ད་མཐོང་ཟ་བ་ང་ཚོ་སྤྱི་ཚོགས་ནང་ལོག་ལ་ག་འདྲས་བྱས་ནས་ཨ་གཅིག་གིས་གཅིག་ལ་ཞེད་སྣང་སྐུ། ཨ། ད་ང་ཚོ་སྤྱི་ཚོགས་ནང་ལོགས་ལ་བཱ་ར་གང་གི་སྤྱི་ཚོགས་ནང་ལོགས་ལ་མཉམ་དུ་འཛོམས། མཉམ་དུ་ཕར་ཚུར་ཨ་སེམས་པ་སྙིང། བཏོན་ཨ་དཀའ་ངལ་བྱུང་སོང་ན་དཀའ་ངལ་བྱུང་སོང་ལབ་ཐུབ་ས་རེད་པས། མོས་རྒྱ་ཟླ་འདི་ཨེ་ཧྥུ་སྦོལ་གྱི་སྒང་ལ་སྐད་ཆ་བཤད་གི་ཡོད། ཨེ་ཧྥུ་སྦོལ་གྱི་མོ་ལ་ཐུབ་ཚོད་བཏང་སོང་མོ་ལ། ག་ལོག་རེད་སྙབ་ཆེ་བཤད་སོང་ཨ་ནི་ཕུ་ལིས་ལ་རྩིས་སྤྲད་གི་ཡིན་ལབ་སོང། ཨ་ནི་མོ་བཞེས་སོང་ལབ་རོགས་མོ་བཞེས་དགོས་ཡ་རྒྱུ་མཚན་ག་རེད། མོ་འོ་ཕྱི་རྒྱལ་ཡོ་རོབ་ཁག་ལ། མ་པིན་བྱས་ནས་འཛུལ་ལས་རྒྱོ་ཡིན་ཙང་མོ་བཞེས་གི་འདུག་ལབ་འོ།

ལོས་བྱུང། ག་ཅིག་ལ་ན་ང་རང་ཚོ་སྤྱི་ཚོགས་ནང་ལ་ལ་ཤེས་ས་འདུག་ཨེ། ག་ལ་ན་ཤེས་པ་ཡིན་ན་ཁྱོད་རང་ཚོ་གི་ཨ་པར་དེ་ཚོ་གང་ག་སྤྱི་ཚོགས་ནང་ལ་བཀྲམས་ནས་ཨ་ནི་མི་ལ་ཁྲོམ་བཀྲམས་གི་རེད་བ། མི་ལ་ཁྲོམ་བཀྲམས་ཚར་རྗེས་ཨ་ལ། མི་སྤུ་ཀོག་གི་སེམས་ལ་དཀའ་ངལ་ད་ག་ནང་ཞིག་སླེབས་ཀི་འོར་བ། ཨ། དེ་དེ་གནས་སྐབས་རེ་ང་ལ་ཁྱོད་རང་ཚོ་གི་ཞི་བོ་ཅིག་བྱས་ཡིན་དོ་དེ་བྱེད་གི་འོར་དེ་ནས་ཕུ་རིང་པོ་ལ་ཕུ་རྒྱང་པོ་ལ་ཕན་ཐོགས་རེད་པས། ད་ག་རང་ངའི་ལོ་འོར་ར་ཧམ་སབ་ནམ་དགའ་ཕེར་པི་ཅང་ག། ང་རང་ཚོ་སྤྱི་ཚོགས་ནང་ལོག་ལ་མི་ཚང་མ་མ་རང་རྟགས། མི་ལྟད་མོ་རྟགས་དེ་ངས་དེ་ཚོ་ཡང་མ་རང་རེད། ད་ག་ན་ཞིག་ང་རང་ཚོ་གི་སྤྱི་ཚོགས་ནང་ལོག་ལ་རྐུབ་བཀྱག་གང་ལ་ཡོད་ངེས་མེད་ངེས། མི་མང་རྒྱབ་སྐྱོར་ཡོད་ལབ་ངེས་ཨ་ཅིག་བྱས་དགོས་འདུག་ལབ་ངེས་ཚང་མ་ཁ་ཅིག་པུ་རེད་མ་གཏོགས་ལག་ལེན་བསྟར་ངེས་ཡོད་རེད་པས་ལ་ན་བསྟར་ངེས་ཅི་ཡང་ཡོད་མ་རེད། དེ་དངོས་གནས་ང་རང་ཚོ་གི་སྤྱི་ཚོགས་ལ་ད་ལྟ་བ་ད་ཚ་ཚོམ་བུ་བདག་པོ་བརྒྱབ་ནས་གྱ་རོམ་ཅིག་ཕེར་བས་རེད། གྱ་རོམ་ཅིག་གི་བར་ལ་ལས་ཀ་ལས་ངན་ག་ཤེད་ཅིག་བྱས་པས་རེད་མ་གཏོགས་དེ་མི་མང་རང་གི་ཨ། རྡོག་རྩ་གཅིག་སྒྲིལ་གང་ལ་མ་ཕབ་ཡིན་ཙང། ང་ཚོ་ད་ལྟ་བར་དུ་ཡག་པོ་ཆགས་ཡོད་མ་རེད་མ་གཏོགས་དཀའ་ངལ། དེ་ད་ག་རང་གང་ལ་ང་ཚོ་རྒྱ་བོ་རིན་པོ་ཆེ་དང་རྒྱ་བོ་རིན་པོ་ཆེ་མཉམ་དུ་ཡོད་ངེས་ག་ཤེད་ཅིག་གིས་དཀའ་ལས་ད་ག་ན་ཞིག་རྒྱག་ཡོད་རེད་ད་དུས་ཡིན་ནའི་ཨེ་ཧྥུ་སྦོ་ལ་ངས་འདི་གི་སྤྲིང་མོ་ནག་པོ་སྤྲད་སོང་ལ་གི་འདུག་ཨ། ད་དུས་ཡིན་ནའི་ཧ་ཡང་འདི་བསྐྱོད་གི་ཨ་ནི་ག་རེད་ང་ལ་ཆུང་ཆུས་གང་ནས་སློབ་གྲྭ་ཡག་པོ་བྱིན་ནས་བསླབས་ཡོད་ན་ད་ང་ད་རིང་ཨ་ཆབ་སྲིད་གི་ནང་ལོགས་ལ་ག་ཅན་ཅིག་ཆགས་ཡོད་འདུག་འདོག་ཤེས་གི་འདུག་ཨ། འདི་ཚོ་གང་ག་ཧམ་པ་རེད་མ་རབས་རེད། ཧཱུྃ་བྷྱོ། སོ་སོགས་ཀྱི་ནོན་འཁྲུལ་དེ་ཕྱི་ནས་ཁས་མ་ལེན། སྤྱི་ཚོགས་ནང་དཀྲུག་ཤིང་རྐྱང་རྐྱང་བརྒྱབ། ད་འདོད་སོ་སོ་གི་མ་འགྲིག་པ་དེ་མི་གང་ལ་རྐྱང་རྐྱང་བཤད་ནས་འགྲོ་བསྡད་དུས་གང་ལ་འདི་ཏག་ཏག་བསྡད་ཀྱི་ཡོད་མ་རེད། ཧཱུྃ་བྷྱོ། འདི་འདྲའི་བྱས་ཡིན་ཙང་ང་ཚོ་སྤྱི་ཚོགས་ནང་ལོག་ལ་ད་ཐོངས་བྷྱོ། མི་ལ་ཐུབ་ཚོད་བཏང་འདུག་ལ་ན་ཐུབ་ཚོད་བཏང་བ་གྱི་རྣམ་པ་ཅིག་སྟེ།

དགྲ་བོ་ཅི་རེད་ཨ་ད་ག་ན་ཤི། དེ་འདྲའི་དགྲ་བོ་གི་རོགས་པ་ཁོ་རང་ཚོ་ཁོ་རང་ཚོ་རོགས་པ་འདྲི་རིགས་ནི་ཨ། གཞན་པ་ལས་མ་དགེ་བར་དང་པོ་སོ་སོ Victim ཆགས་དགོས་རེད་རྗེས་ལ་ཨ། གཞན་པ་ལ Victim བཟོས་དགོས་རེད་དེ་སོ་སོ་ལ་སུས་ཀྱི་དགྲ་བྱས་སོང་དེ་དང་དེ་དང་མཉམ་དུ་དཔུང་དང་རྒྱབ་རིས་ནི་ཨ་ནི་གཞན་པ་ལ་འབུར་འཇོམས་གཏང་དགོས་རེད་ད་ཁ་རང་ང་ཚོ་སྤྱི་ཚོགས་ཀྱི་མེ་ལོང་རེད། ཧཱུྃ་བྷྱོ། ད་རིང་འདི་སྤུ་གུ་ག་ཤེད་ཅིག་ང་རང་ཚོ་པེ་རིས་ནང་ལོགས་ལ་འདི་འདྲས་བྱས་བཞག་ལ་ནི་སྤུ་གུ་ཉོབ་བྱ་རང་ངེད་གཉིས་འདི་ནི་སྙིང་རྗེ་རེད་རོ། ཨ་ནི་ཁོ་ཚོ་གི་གནས་སྟངས་དེ་ག་རེ་ཡིན་ག་རེ་མེད་ལ་ཤེས་ཀྱི་མ་རེད་རོ། དེ་ཡིན་དུས་གང་ལ་ང་ཚོ་འདི་འདྲའི་སྒང་ལ་སྐད་ཆ་བཤད་པའི་ལས་ངེད་ལ་ཨ་ལས་དང་པོ་གནས་སྟངས་ག་རེ་ཡིན་པའི་འགོ་ཚུགས། ཨ་ནི་འདིའི་སྒང་ལ་སྤུ་གུ་དེ་ཚོ་འདི་འདྲས་བྱེད་ཀྱི་འདུག་ག་རེ་བྱེད་ནི་རེད་ད་རིང་འདི་སྤུ་གུ་ག་ཤེད་ཅིག་རེད་བསམ་ཡིན་ན་ངེད་ཡང་སྤུ་གུ་ག་ཤེད་ཅིག་འདྲས་ཆགས་ཀྱི་རེད་དེ་འདྲའི་སྒང་ཁག་ལ་ང་ཚོ། མ་མེད་པ་བཟོས་ག་རེ་བཟོས་དགོས་དགོས་དོ་ཨེ་ཡེ་སྒང་ནི་རྐུབ་བཀྱག་གང་དེ་ངེས་ཀྱི་ལས་ཀ་ག་འདྲེ་ལས་དགོས་དགོས་དོ་མི་མང་གི་ཨ་བསམ་བློ་བཏང་སྟངས་ག་འདྲེ་བཏང་དགོས་དགོས་དོ་མི་མང་གི་བྱེད་སྟངས་ག་འདྲེ་བྱེད་དགོས་དགོས་དོ་ཡུ་ཏུ་བུས་ཀྱི་ད་ད་བ་དོ་ག་རེ་བྱེད་ནི་ག་འདྲེ་ནོར་དོ་དེ་ཚོ་གང་ག་ལ་བལྟ་དགོས་དགོས་རེད་མ་གཏོགས་ཁྱོད་རང་ཚོ་རང་ཡུ་ཏུ་བུ་ཟིན་ཚོ་རོ་ཨ་སྤྱི་ཚོགས་ནང་ལ་ད་རིང་སྤུ་གུ་དེ་ཚོ་དེ་འདྲེ་སྤྱོད་པ་ཉན་པོ་ཆགས་ཤག་ལ་ན་ཁྱོད་རང་ཚོ་གི་དེ་འདྲེ་བཤད་བཤད་ཉེས་ཀྱི་བཤད་བཤད་ཉེས་ཀྱི་ཨ་འདི་བྱེད་ན་ཡང་འགྲིག་གི་འདུག་འདི་བྱེད་ན་ཡང་འགྲིག་གི་འདུག་འདི་བྱེད་ན་ཡང་འགྲིག་གི་འདུག་བསམ་ནས

ཁོ་རང་ཚོ་གི་དེ་འདྲའི་འབར་ཉོག་བྱས་ཡ་དང་སྤྱོད་པ་ཉམས་པོ་བྱས་ཡ་དང་བཀྲ་ཤིས་ནག་ཏྲེ་དང་བཀྲ་ཤིས་ནག་ཏྲེ་གི་སྐྱེ་དམན་འདྲ་བོ་དང་ཚོ་དེ་ཚོ་ཏག་ཏག་བཟོས་རོགས་བྱས་ལ་ནི་སོ་སོ་མིག་གི་མདུན་ལ་ཡོད་རྒྱུ་དེ་དང་པོ་བཟོས་ཨ་མཆིས་རྒྱ་ཁབ་ལ་ག་འདྲས་སུ་བྱེད་དགོས་དོ་ཁྱེད་རང་ལ་རིག་པ་གཉིས་ཀ་རེད་དང་པོ་ནི་རང་ཨ་ག་ལོག་སྐྱེ་མཚམས་དང་པོ་ནི་སྐྱེ་མཚམས་བཅུ་བ་ལ་ཆོམས་པ་ཡིན་ན་གོམ་ཆུ་སློག་གི་རོ། མར་འཛབ་སྟོང་ནང་ལ་རིལ་གྱི་རོ། དེ་བཞིན་དང་པོ་སོ་སོའི་མིག་གི་མདུན་ལ། རྡ་རམ་ས་ལ་གྱི་གཡས་གཡོན་ལ་བཀྲ་ཤིས་ནག་དྲེག་དང་བཀྲ་ཤིས་ནག་དྲེག་གི་སྐྱེས་མིང་འདྲ་བོ་ཅིག་འདུག། དེ་འདྲས་བྱས་བ་མ་ཟད་ཨ་ནི། བུད་མེད་སྒྲིག་འཛུགས་ནང་ལ་དགུ་རིག་རྒན་གྱི་ཨ་ནི་པུ་ལིས་ཀྱི་ཨེ་ཧྥ་ཡ་ར་རྫུན་མ་འདྲ་བོ་ཅིག་བཟོས་བྱས་དུས་གང་ལ་དེ་ཚོ་ཏག་ཏག་བསྡད་ཀྱི་མི་འདུག་དེ་ཚོ་དངོས་གནས་ང་རང་ཚོ་གི Security ལ་ཉེན་ཁ་བཅོམ་གྱི་འདུག་ལ་དེ་ཚོ་ཏག་ཏག་བཟོས་ནས་བསྐྱལ་ཡ་དེ་དཔེ་གལ་ཆེན་པོ་རེད་ལ་ངས་འདི་རྗེས་བཤད་ཡ་ཡིན་ཨ་ནི་འདི་རྗེས་ལ། ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་གྲྭ་པ་བླ་མ་དེ་ཚོ་མི་འདེད་དཔེ་ཆ་ཀློག་ཡག་མེད་ན་སོ་སོ་གི་བསྡད་ས་ལ་བསྡད་ཡག་མེད་ན་སྒོམ་རྒྱག་གི་ན་སྒོམ་རྒྱབ་བྱས་ནས་ཨ་སྒོམ་པ་ནང་ལོགས་ལ་གཏོགས་རག་གི་འདུག་ཨ་འོ་དེ་ཟ་ནི་ཏག་ཏག་བསྡད་ན་འགྲིག་གི་འོ་རེད་སྤྱི་ཚོགས་དྲ་རྒྱ་ནང་ལོགས་ལ་ཉིན་མ་རྟག་པ་རེ་ཤིག་དེ་འདྲས Live བཟོས་ནས Video བཟོས་ནས་དོན་དོན་གོ་ཡ་ཆག་གི་མི་འདུག་འདི་གི་གར་བྱེད་གོ་ར་ལ་ན་ང་རང་ཚོ་གི་བླ་མ་གྲྭ་བ་དེ་ཚོ་ལ་མིག་ལྟ་སྟངས་དེ་ལོག་པ་ཁོང་ལྟ་ཡ་དེ་རྒྱ་མིས་ཀྱིས་བྱས་དེའི་ལས་ཀ་དེ་ཁྱོད་རང་ཚོ་འདྲ་བོ་ཀྱིས་བྱས་ཡོད་འདི་གང་ལ་ཨ་ནི་ང་ཚོ་སྤྱི་ཚོགས་ནང་ཏག་ཏག་དེ་གི་མི་འདུག་ལ་ནི་ལག་བས་དེ་དག་རང་རེད་ཧ་གོ་སྲིད། སྐྱ་བྷེ་ཀི་མི་རིགས་དེ་ཚོ་ཡིན་ན་ཁོ་ནོ་ཚོ་མི་དེ། ཚོང་འཇོག་ཚོང་མ་ཁ་ཤེས་ན་ཁོ་ར་ཚོང་ཁྲེང་མ་སོང་རིགས་མི་འདྲ་སོང་རིགས་སོང་ན་ཡར་ལྷོང་དགོས་ཀྱི་ཡོད་ཁོ། དེ་ཅུང་སོང་ཆོག་སྤྲད་ཡོང་ན་ང་ཚོ་བྱས་དགོས་ཀྱི་ཡོད་རྒྱུ་མི་རིགས་དེ་ཚོ་ག་འདྲ་བྱས་ཡོད་ཁོ་ནོ།

དེའི་རྗེས་ནས་ཁྱེད་རང་ཚོ་དྲང་བདེན་དང་ཞི་བོ་ཅིག་མ་བཤད་ན་ཡག་པོ་ཡོད་རེད་ཧ་གོ་སོ་ཨ། དྲང་བདེན་རྩོད་ཀྱི་ཡིན་ལེགས་འགྲོ་དཔང་རྟགས་ཁྱེར་ཤོག་ལེགས་འགྲོ་དཔང་རྟགས་ནི་ངེད་ཚོ་སྟོན་པ་ཡིན་ཨ། དྲང་པོ་ཡིན་ག་ཚོད་ཡིན་པ་དེ་ང་ཚོ་གི་སྟོན་པ་ཡིན་ཡིན་ན་ཡང་སྐྱག་རྫུན་རེད་མ་པིན་རེད་ག་ཚོད་བཤད་ཡིན་པ། དེ་གང་ག་ཡིན་ཚ་བོ་བྱས་ལ་ཁྱོད་རང་ཚོ་དྲང་བདེན་དང་ཨ་ནི། དཀོན་མཆོག་དཔང་ཚོ་རྩོད་ཡག་འདྲ་བོ་དང་དངོས་གནས་ཨ་ལྷ་བླ་མ་ལ་ཡིད་ཆེས་བྱེད་ཡག་འདྲ་བོ་སྐད་ཆ་གོ་ར་མ་བཤད་བླ་མ་གང་ག་ཞབས་འདྲེན་ཞུ་གི་འདུག་ལབ་ན་ལར་རྒན་འདི་གི་ཞབས་འདྲེན་ཞུ་གི་འདུག། དེ་ག་གཅིག་པུ་ཚིག་མར་ངས་ཨ་མདའ་ཁྱོད་རང་ཚོར་བསྟན་ཡ་དེ་ཁོས་ཁོས་ལ་ཡ་དེ་སྐྱག་རྫུན་བཤད་ཀྱི་འདུག་ལ་ཡ་དེ་སྐྱག་རྫུན་དེ་ཁོས་ག་བ་ལ་བོར་ལ་ན་བུ་མོ་འདི་འདྲ་བོ་ཅིག་བུ་མོ་འདི་འདྲ་བོ་ཅིག་ཡིན་པ་ཡིན་ན་ང་ཚོ་སྤྱི་ཚོགས་ནང་ལོགས་ལ་ག་རེ་ལབ་པའི་ན་སྤུ་གུ་གཅིག་དང་གཉིས་ཁ་ཤས་ཨ་ནི་ཕྱི་རྒྱལ་ཡོ་རོབ་ཁ་ལ་སླེབས་པའི་གི་ལས་དང་ཨ་ནི YouTube ལ Views དང Likes Shares Views ར་ཡ་གི་ཆེད་དུ་ཨ་ནི་ག་རེ་ཟ་གི་ཡོད་ག་རེ་བཏུང་གི་ཡོད་ག་བ་སྒྲུག་གི་ཡོད་བསུ་མཉམ་དུ་སྒྲུག་གི་ཡོད་གང་ག་སྟོན་གྱི་འདུག་ཨ་ཆོག་མཆན་ནི་ཨ་དེ་ཁྱོད་རང་ཚོ་གི། སྟོན་མགོ་ཡ་ཅི་དང་སྟོན་མོ་མགོ་ཡ་ཇེ་ཡོ་རེད་ད་དེ་བིདེའོ་དེ་ནང་ལོག་ལ་དེ་བུ་མོ་དེ་གི་ད་ག་ལོག་རེད་ཕྱི་རྒྱལ་ཡོ་རོབ་ཁ་ལ་ཡོང་ནས་ཨ་ནི་མོ་རང་སྐྱབས་བཅོལ་ཞུ་སྟངས་སྐྱབས་བཅོལ་ཞུ་དུས་གང་ལ་ཨ་ནི Free ལ་ག་རེ་རག་གི་འདུག་ཐོབ་ཐང་ག་རེ་རག་གི་འདུག་གང་ག་རྩོད་པ་དེ་སྟོན་གི་འདུག་ཨ་ད་དེ་སྟོན་དུས་གང་ལ་ལར་རྒན་དེ་གི་དེ་ལ་འགྲེལ་བཤད་རྒྱག་དགོས་རེད་དེ་ལ་འགྲེལ་བཤད་རྒྱག་ནས་ཨ་ནི་ག་རེ་ལ་དབོར་ལ་ན་ད་ལྟ་ད་སྐྱག་རྫུན་བཤད་བཤད་སྟངས་ལབ་གི་འདུག་ཨཱ་སྐྱག་སྐྱག་རྫུན་བཤད་གི་འདུག་ཨཱ་སྤུ་གུ་དེ་གི་སྐྱག་བུ་མོ་དེ་གི་སྐྱག་རྫུན་བཤད་གི་འདུག་ཨཱ་ད་དེ་གི་ཕ་མ་གི་སྐྱག་རྫུན་ལབ་པ་རེད་པས་རེད། ཨ་ད་ག་ནང་བཞིན་བུམ་ཕ་མ་དེ་གི་གཅིག་པོ་མ་རེད་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་སྐུ་ངོ་དེ་ཚོ་གས་ཨ་ནི་ཕྱི་རྒྱལ་ཁབ་ལ་འགྲོ་དུས་གང་ལ་ཨ་ག་ས། སྐྱག་རྫུན་བཤད་ནི་མ་གཏོགས་ཨ་སྡིངས་ཆ་རག་གི་ཡོད་མ་རེད་ཨཱ་ད་དེ། ཨ། སྐུ་ངོ་གཞན་པ་སུ་དེ་སྐུ་ངོ་དེ་ཚོ་ཨ། ང་རང་ཚོའི་གི་བོད་པའི་གི་སྐུ་ངོ་དེ་ཚོ་དང་སྲིད་སྐྱོང་དེ་ཚོ་ཕྱི་རྒྱལ་ལ་འགྲོ་དུས་གང་ལ་སྐྱག་རྫུན་བཤད་དགོས་ཡ་ཇི་ལྟར་ཆགས་ཀྱི་རེད་བསམ་གྱི་མི་འདུག་ག་ཅིག་ལ་ཁོ་མཛུ་གུ་བཙལ་རོགས་ཨ། ཨ་ལམ་སང། དེ་སུ་རེད་དང་སུ་མ་རེད་ལམ་སང་ཚད་ཐུག་རོགས་ཨ། ད་ང་རང་ཚོ་བོད་པ་ཨ། ཧ་མ་གོ་ངེས་དེ་ཚོ་ཡིན་པ་ཡིན་ན་ནི་ཨ། བོད་པ་སྐྱོ་མ་འདྲ་བོ་དེ་ཚོ་ཡིན་པ་ཡིན་ན་ནི་ཨ་ནི་ཨ། སུ་ཡིན་སུ་ཡིན་ཧ་གོ་གོ་གི་མི་འདུག་གང་ལ་སྐྱག་རྫུན་ག་རེ་བཤད་བཤད་རོགས་ཇི་རེད་བ། ཆོག་ཅེས་ནི། ཡིན་ནའི་ང་རང་ཚོ་ཡི་སྐྱག་རྫུན་བཤད་ནི་ཕྱི་རྒྱལ་མི་དེ་ཚོ་གི་སྐྱག་རྫུན་ཧ་མ་གོ་བ་མ་རྟགས་སྐྱག་རྫུན་ཡིན་པ་ཧ་གོ་གི་ཡོད་རེད། ཡིན་ནས་ཡང་ག་བོར་མོ་གཅིག་གི་མི་སེར་རེ་སྙིང་རྗེ་སྐྱག་རྫུན་བཤད་ཡ་དེ་ཁོ་རང་ཚོ་ལ་ཕན་ནང་བསམ་ནས་བཤད་གི་ཡོད་རེད། དེ་ཕྱིན་ནི་ཨིན་ཇིའི་ནང་ལོགས་ལ White Lies ལས་ཀྱི་ཡོད་རེད། ཨ་སྐྱག་རྫུན། སྡུག་ཅག་དང་སྐྱག་རྫུན་ལྟས་ཙི་ཨ་འབྲིང་འབྲིང་འདྲ་བོ་གྱིས་སོ་སོ་ལ་ཕན་ཡ་དང་མི་ལ་མ་གནོད་ཡ་གི་སྐྱག་རྫུན་བྱིན་ན་འགྲིག་གི་ཡོད་རེད་ལས་ཀྱི། དེ་ཡིན་ཤག་ཤག་རེད། ད་མི་ལ་གནོད་ཡ་གི་སྐྱག་རྫུན་འདྲ་བོ་བྱིན་པ་ཡིན་ན་དེ་ཕན་གི་ཡོད་མ་རེད། ད་རིང་གི་ཉིན་མོ་ལ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཨ་ནེའི YouTube བཟོས་བའི་སྐད་ཆ་ཨ་ནེའི Likes Views Subscribe དང Famous བྱ་ཡག་གི་ཆེད་དུ་དཔེ་ཤ་ཨ་ཁ་ཤས་ཀྱི་རག་ཡག་གི་ཆེད་དུ་ཨ་ནེ། འདྲ་མ་འདྲ་ཅིག་བཤད་ཡོད་འདི་གང་ལ་གནོད་པ་ཆགས་འོས་བ་རེད་ལབ་དགའི་རྒྱུ་མཚན་སྐོར་ར་ད་ག་ར་དེ་ནང་ལ་བུ་མོ་དེ་ག་ད་ག་ར་བཤད་ཀྱི་འདུག། མཆོད་མཇལ་ཞིག་མ་འདུག་གྱ་ན་ཡག་པོ་འདུག་བསམ་གྱི་འདུག་ར། གལ་སྲིད་ལན་རིང་པོ་རུ་རྒྱབ་བ་ཡིན་ན་ཨ་ནེ་ཁོ་ཚོ་འདི་ལ་མང་ང་དྲི་བ་འཁུར་གྱི་འདུག་ར་ལན་མཆོད་མཇལ་གྱ་ན best རེད་སུ་སུ་ར། ཨ་ནེ་ཁྱོད་རང་སྤྱི་སྟངས་ཀྱི་ཚོ་བོད་ལ་འཚོ་བ་གནས་སྟངས་ག་རེ་གྱིས་ཡོད་ལེ་འདུག་ར།

སླར་རྒན་ག་ལ་བོར་ལ་ན་ད་ད་སྐྱག་རྫུན་བཤད་ཀྱི་འདུག་ད་སྐྱག་རྫུན་བཤད་སྟངས་འདུག་ལབ་ཀྱི་འདུག་ཨ་ཕ་མ་པིང་སྐྱག་སྤུ་གུ་འདི་ཚོ་གས་འདུག་ལབ་ཀྱི་འདུག་ཨ་ཨ་ད་ག་གཅིག་པུ་ཚེག་མར་ང་རང་ཚོ་གི་སྤྱི་ཚོགས་ནང་ལོག་ལ་ཡི་གི་སྒང་ལ་དེ་ངས་འདི་ཚོ་གས་སྐྱག་རྫུན་བཤད་འགྲོ་གི་ཡོག་རེད་ལ་དུས་གང་ལ་ད་དེ་བོད་པ་ལ་ཕན་གྱི་ཡོག་རེད་པས་ཨ་བོད་པའི་གི་ཆབ་སྲིད་ལ་ཕན་གྱི་ཡོག་རེད་པས་ཨ་དྲི་བ་ཡིན་ང་རང་ཚོ་ལ་འདི་འདྲའི་བྱས་ཡིན་ཙང་ཏག་ཏག་བསྡད་ཀྱི་ཡོད་མ་རེད་ཨང། ང་རང་ཚོ་ཕྱི་རྒྱལ་ཡོ་རོབ་ཁག་ལ་ད་ཅི་ངེས་སྟོན་སོགས་དེ་བློ་བཟང་སྤྲོན་བཅུ་དྲུག་འདྲ་བོ་ཅིག་ཡིན་པ་ཡིན་ན་ག་ཚོད་གླ་འཁེལ་གྱི་འདུག་ཨ། ད་ག་ན་ཞིག་ཨེ་ཧྥོ་སྦོལ་མོ་རང་འདྲ་བོ་ཅིག་ཡིན་ན་ཡང་མོ་རང་ཨ། ག་ས་པེ་རིས་ལ་སླེབས་ནས་ཨོ་སི་ཆིངས་སུ་ལ་གུ་འོ་རེ་མ་གཏོགས་གཞན་མོ་ཡང་དང་པོ་དང་པོ་སླེབས་དུས་གང་ལ་ཐོབ་མོ་ཡང་སྐྱག་རྫུན་བཤད་ཡོད་ཀྱི་རོ། འབད་གཏོང་ཚེ་རིང་གས་ཨ། སྐྱག་རྫུན་བཤད་ཡོད་ཀྱི་རོ། སྐྱག་རྫུན་མ་བཤད་བར་ག་འདྲས་ཤུ་གུ་རག་གི་རེད། དེ་ག་གཅིག་པུ་ཚད་ཀྱི་མ་རེད་ང་རང་ཚོ་ཕྱི་རྒྱལ་ཡོ་རོབ་ཁག་ནང་ལོགས་ལ་ག་ཚོད་ཀྱི་སྐྱག་རྫུན་བཤད་ནས་ཤུ་གུ་རག་ཡོད། ཨ། དེ་འདྲའི་ཤེས་ནས་འགྲོ་བ་ཡིན་ན་ཏག་ཏག་བསྡད་ཀྱི་ཡོད་རེད་པས། ང་རང་ཚོ་བོད་པ་གང་ག་ཨ། མར་བློ་བཏང་བས་ནས་རྒྱ་གར་ལ་བློ་འཚོལ་ཡ་ཡོད་མ་རེད་ད། རྒྱ་གར་ནས་ཁྱོད་རང་ཚོ་རྒྱ་གར་བཙོང་ནས་ཨ་ནི། ཕྱི་རྒྱལ་ཡོ་རོབ་ཁང་ལ་ཤུ་གུ་ཟེར་ནས་བསྡད་པ་རེད་བ། དེ་ཡིན་དུས་གང་ཏག་ཏག་བསྡད་ཀྱི་ཡོད་རེད་པས་ཚེ་རིང་ལྷ་མོ Australia ནས་ཚེ་རིང་ལྷ་མོ་ཉན་པ་ལགས་སོ་ཉན་པ་ལགས་བཀྲས་ཀྱི་ཚེ་རིང་ལྷ་མོ་མོ་རང་གི་ལག་གི་དུ་བ་མོ་རང Nepali passport བཟོས་ནས་གླིང་ཡིན་མོ Nepal གི་མི་རེད་བས། ཨ། མོ་ལ་དགོས་དུས་གང་ལ Nepal གི passport ཡན་ཆད་པང་ཁ་ལ་བཏབ་ཀྱི་ཡོད་རེད། མོ་ལ་མོ་དགོས་དུས་གང་ལ་ཨ་ནི། ཨ། སོ་སོ་བོད་བོད་མི་རིགས་ལ་ཨ་ནི་ཤར་པ་རེད་ནི་པཱ་ལི་རེད་ལད་འགྲོ། དེ་འདྲའི་བྱས་ཡིན་ཙང་ལས་རྒྱུ་འབྲས་ཀྱི་ཨ་དེ་གི་ཡོད་རེད་ལབ་དགོས་རྒྱུ་མཚན་འདི་རེད། ང་ཚོ་དབུ་མའི་ལམ་གྱི་རྒྱུད་ནི་འཛམ་བུ་གླིང་ནང་ལ་ཡོད་པའི་གི་མི་གི་མི་རིགས་གང་ག་གཅིག་པའི་གི་འདུ་ཤེས་ལ་ཨ་མིག་གཉིས་དང་སྣ་གཅིག་དང་ཁ་གཅིག་ཡོད་རེད་སེམས་ཡོད་རེད་ན་ཨ། བདེ་བ་འདོད་ངེས་དང་སྡུག་བསྔལ་མ་འདོད་ངེས་རྐྱང་རྐྱང་རེད་ང་ཚོ་ཚང་མ་གཅིག་དཔེ་གི་འདུ་ཤེས་ལ་ལ་ནི་དབུ་མའི་ལམ་གྱི་སྒང་ལ་གོ་བ་བླུག་རྒྱུ་དེ་གོ་མ་ཐུབ་ཡ་གི་རྒྱུ་མཚན་ཁོ་རང་འདི་ག་རེད་ག་ལ་ན་ངར་སྐད་ཆེ་དྲག་ནི། ཧོ་གིས་བ། ད་རིང་པ་རིས་ནང་ལ་ཡོད་ངེས་སྤུ་གུ་ཁ་ཤས་ཅིག་གི་ངར་སྐད་ཆེ་དྲག་འདུག་ལ་ན་དེ་ངར་སྐད་གང་ག་ཡ་བླངས་ངེས་ཁྱོད་རང་ཚོ་རེད། ད་ལྟ་བུ་དུ་སྤྱི་ཚོགས་ནང་ལོག་ལ་ཆབ་སྲིད་གི་མིང་གང་ལ་རྩ་དོན་གི་མིང་ལ། ཨ་བོད་ནང་ལ་ཡོད་ངེས་གཞུ་ལུགས་མི་མང་གི་མིང་གང་ལ་ག་ཚོད་འདབ་ཆུང་བཀྲུ་ཡིན་པས། SFT དང TYC འགྲིག་གི་མི་འདུག་ལ་གིས་ལ་གིས་ལ། ལ་གི་ལ་གི་ལ་མོ་ལ་ཨེ་སེབ་ཏེ་མོ་མོ་འདྲ་མ་ས་ས་ག་བ་ཡོའོ་རེད་ལ་ནི་མང་པོ་ཅིག་ཤེས་སོང་བ་ད་ད་རིང་གི་ཉིན་མོ་ལ་ཡི་གེ་ག་ས་བོད་ནང་ལོག་ནས་ཨ་ནི་ཅིག་གི་ཨ་ནི་ཁྱོད་རང་ཚོ་གི་ག་འཇུག་མ་འཇུག་བྱས་བསྡད་དེ་ང་ཚོ་ལ་ཕན་ཐོག་གི་མི་འདུག་བསམ་བློ་བཏང་རོགས་གྱིས་ཕལ་བའི་ལས་གནོད་བ་མང་པོ་བྱེད་ཀྱི་འདུག་ལ་དུས་གང་ལ་ད་ད་རིང་གི་ཉིན་མོ་ལ་ཁྱོད་རང་ཚོ་ཨ་ཁ་ལ་ཚིམ་པ་རྒྱབ་བ་ན་ཞིག་རྒྱབ་སོང་བ། དེ་ག་གཅིག་པུ་ཚད་མར་བོད་ནང་ལོགས་ལ་སྐད་སྐྱོགས་དང་བཙན་བྱོལ་ནང་ལོགས་སྐད་སྐྱོགས་རེད་ལོ་ག་ཡོད་ལ་དེ་ག་བོད་ནང་ལོགས་ནས་སྐད་སྐྱོགས་ཀྱི་སྤུ་གུ་དེ་ཚོ་ག་རེ་རེ་གཉིས་གཉིས་ཀྱི་ཨ་ང་དང་ང་འདྲ་བོ་གཅིག་གི་སྐད་ཆ་གཅིག་བཤད་ཡོང་དེ་ག་ལ་ག་འབྲེལ་དོ། དངོས་གནས་མི་རིགས་ལ་བསམ་བློ་བཏང་ངེས་མི་རིགས་ཀྱི་ལ་རྒྱ་ཡོད་ངེས་ཨ། མ་འོངས་པ་གི་སོན་རྩ་ལ་བསམ་བློ་བཏང་ངེས་ཅིག་ཡིན་ན་སྐད་ཆ་འོ་དེ་འདྲ་བཤད་གི་རེད་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ཡུ་ཀྲུ་བ་ག་ཤེད་ཅིག་གི་བཤད་བསྡད་ཡ་དེ།

ཕན་ཐོགས་གི་རེད་ཁྱོད་ཚོ་ལ་ཕན་ཐོགས་གི་མ་རེད་ད་དེ་ང་རང་ཚོ་གི་སྤྱི་ཚོགས་དམའ་རང་སྤིག་གི་ཡོད་རེད་ད་ག་རང་ངས་འགྲིག་གི་མི་འདུག་ལ་ལ་དེ་དགོས་དེ་ལོ་དེ་བཞི་དེ་ནང་ལོགས་ལ་ངས་ད་ག་རང་ཤེས་གི་ཡོད་རེད་ཧ་གོ་གི་ཡོད་ན། ཆོག་རྗེས་ནས་གནས་སྟངས་གཅིག་བྱུང་སོང་ན་ལམ་སང་བོད་མི་སྒྲིག་འཛོགས་དང་ཡི་གེ་གང་ལས་ཀ་བྱེད་མཁན་དེ་ཚོ་འགྲིག་གི་མི་འདུག་ལས་ཀ་བྱེད་མཁན་དེ་ཚོ་ནི་མེད་བླ་བྱ་ལ་བལྟ་བ་ཡིན་ན་ནི་བླ་བྱ་ནི་ཞེ་དྲག་ཡོད་མ་རེད་ཨ་མང་ཆད་ཨ་ཆད། བླ་བྱ་དེ་གཞན་ནས་བརྩི་བའི་དེ་ཉུང་བཤད་ཨ་ནི་དང་ལ་དོན་འཁྱོལ་འགྲོ་ཐུགས་རྗེ་ཆེ། གང་ཐུབ་ཐུབ་བྱས་སོ་ཨ་ལ་ནི་སོ་སོ་གས་ཕར་རོགས་པ་བྱས་ཀྱི་ཚབ་ལ་ག་དུས་ཡིན་ནས་སོ་སོ་ཡིན་ནས་ཐོབ་ཐང་རྐྱང་རྐྱང་ཚོ་ཁོ་རང་ཚོ་ཨ། བླ་བྱ། བླ་བྱ་མེད་པར་ལས་ཀ་བྱེད་ངེས་བདེ་བ་ལ། སྤྱི་མཐུན་ཚོགས་པ་ནང་ལ་ལ་མི་ག་ཚོད་དོ། ཨ། ས། ཕྱི་རྒྱལ་ཨ་རིའི་ཡོ་རོབ་ཁག་ལ་གླེང་ནས་ད་ལྟོས་ཡིན་ནའི། ཨ། སོ་སོ་གི་བུད་མེད་སྒྲིག་འཛུགས་ལ། རྒྱབ་སྐྱོར་བྱེད་ཡག་སྐྱོར་ཡག་གི་ཆེད་དུ། སྤྱི་མཐུན་ཚོགས་པ་དེ་བ་ལ་མིད་འཛོ་སོ་སོ་དང་ལང་དོན་ནི་ལང་གོར་སྒོར་མོ་གཅིག། ཨ་ན་ཞག་གོ་གཅིག། ཨ། ཁེ་ཕན་མེད་པའི་གི་སྒང་ནས་ཁོ་རང་ཚོ་གི་དང་ལང་དོན་ནི་ལང་གོར་དེ་ལས་ཁྱོད་འགྲིག་མ་སོང་གཉིས་འགྲིག་མ་སོང་རྐྱང་རྐྱང་ལ་གོ་རེད་ད་འགྲིག་གི་མེད་པ་ཡིན་ན་ཨ་ནི་སུ་འགྲིག་གི་ཡོད་མ་རེད་པས་ད། སོ་སོ་སོ་སོ་ལ་འཛུག་བཙུན་བལྟ་སོ་སོ་སོ་སོ་ལ་ལབ་ཧ་གོ་སོང་ཨ། ཉི་མ་དང་པོར་ངས་བཤད་བསྡད་དགོས་དེ་དག་རང་རེད་ཨ། ངས་ཀྱི་མི་བུ་མོ་མང་པོ་ཅིག་གི་པར་བཏོན་ནས་སྐད་ཆ་བཤད་ན་བཤད། ང་ཚོའི་སྤྱི་ཚོགས་ནང་ལོགས་ལ་མ་ཉེས་ཁ་ཡོད་བྱེད་མཁན་དེ་ཚོ་གི་པར་བཏོན་ནས་སྐད་ཆ་བཤད་ན་བཤད་གང་ལྟར་མ་འདང་སྤྱི་ཚོགས་ད་ག་རང་གི་མི་རེད། མཐོང་སོང་ཨ། མི་གཅིག་དང་གཉིས་ལ་ནི་ཁྱེད་རང་ཚོ་འཛུག་བཙུན་འགྲོ་ས་འདུག་ཨེ་མི་འདུག་ཨ། དེ་ང་རང་ཚོ་སྤྱི་ཚོགས་ཀྱི་འགན་མ་འཁྱེར་བའི་གི་སྐད་ཆ་རེད་ཧ་གོ་གི་ཡོད་ན། སྤྱི་ཚོགས་ནང་ལ་དུས་གང་ལ་ཨ་ནི་བེག་གདོང་དང་དེ་ཚོ་གང་ག་གླེགས་ཡོད་རེད། དེ་འདྲས་རྐྱང་རྐྱང་གི་བྱས་ནས་ད་འདོད་ཡིན་ནས་ཡང་ཨ། ནག་པོ་བྱེད་ཀྱི་བྱེད་ཀྱི་ཨ་ནི་ཡང་དེ་ལ་ཡང། ཡག་པོ་རེད་ལ་གི་ལ་གི་འགྲོ་བ་ཡིན་ན་ཨ་ནི་ཁྱོད་རང་ཚོས་ང་ཚོའི་སྤྱི་ཚོགས་དེ་ཡག་སྡུག་གོ་རོ་ངོ་ཤེས་ཀྱི་མི་འདུག་བ། གཏིང་ཟབ་བོ་ལ་རྩ་བ་དེ་ངོ་ཤེས་ཀྱི་མི་འདུག་བ་དེ་འདྲས་བྱས་ནས་གནས་སྐབས་རིང་ངག་གི་སྐད་ཆ་རྐྱང་རྐྱང་བཤད་གནས་སྐབས་རིང་ངག་ལ་ལྕེ་ཁོག་འཕེན་ཐོག་ཡ་བྱས་ནས་འགྲོ་བ་ཡིན་ན་ང་ཚོ་སྤྱི་ཚོགས་ལ་ཕན་གྱི་མ་རེད་དེ་ལས་ད་རོ་ཨ་སྒོ་རྒྱབ་བསྡད་ན་ཡག་གི་རེད་དེ་ལས་ཇུས་གཏོགས་མ་བྱས་ན་ཡག་གི་རེད་ཨ་ནི་གལ་སྲིད་མི་མང་གི་ཨ་མིག་མཐོང་ས་མིག་མཐོང་ས་མདུན་ལ་གསལ་རིག་གཏུག་གི་འདུག་ནས་རྒྱབ་མ་ཕྱིན་ན་དེ་ཡག་ཤོས་རེད། མ་གཏོགས། དེ་འདྲས་ལ་ལག་པ་འཐམ་ཚེ་འཐམ་ཚེ་བྱས་ལག་པ་འཐམ་པ་ལ་ཨ་ནི་ཕར་སྐོར་རྩ་བ་གདེང་ལ་སྒྲོག་ནས་ཁུངས་མ་འཁྱོག་དུས་གང་ལ་ཨ་ནི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ།

ག་མ་ཅི་ག། སྤྱི་ཚོགས་ནང་ལོགས་ལ་ཨ་ནི་མོ་ལ Problem མེད་ངེས་ཅི་ཡས་ཡོག་མ་རེད་ལ་ཨུ་ད Problem དེ་ངེས་ཀྱི་བཟོས་ཡོག་མ་རེད་ད། ངས་སྤྱི་ཚོགས་ནང་ལོགས་ལ་ཨ་ཅེ་རེ་ཡི་ཤི་ཕིན་ཚོགས་ཀྱི་སྒང་ལ་སྐད་ཆ་གཅིག་པོ་འཁེན་ཡོག་རེད། ཡིན་ནས་སྐད་ཆ་དེ་བཤད་གི་ཤེས་གི་ད་རིང་གི་ཉིན་མོ་ལ་ཁྱོད་རང་ལ་མི་མང་པོ་ཅིག་གི་འབྲེལ་བ་བྱས་ནས་ཨ་ནི་ཕ་མ་དེ་ཚོ་གི་འབྲེལ་བ་བྱས་ནས་དེ་སྒང་ལ་བཤད་དང་ལབ་གི་འདུག་ལ་ཡིན་པ། ཨོ་དེ་འདྲའི་འདྲ་བོ་རང་བྱས་ནས་ཨ། སྤྱི་ཚོགས་ནང་ལོགས་ལ་ང་ལ་དར་ནག་ཚོགས་པ་ལ་དེ་སྒང་ལ་ང་དར་ནག་མེད་པའི་གི་རྣམ་པ་ཅིག་བཏོད་ནས། ངས་ཀྱི་ཕ་གང་ལ་བཤད་པ་རེད་དར་ནག་ཡིན་ཤ་ཀྱོག་དང་དར་ནག་གི་ནང་ལོགས་ལ་མི་ཁ་ཤས་ཀྱིས་སུ་སུ་ལ་དར་ནག་ལབ་ཀྱི་འདུག་དེ་ཚོ་གས་འགྲིག་གི་མི་འདུག་ན་དེ་ཚོ་ལ་ཡང་འགྲིག་གི་མི་འདུག་ངས་ལ་ཡིན་ཙང་ཨ་ནི་ད་རིང་གི་ཉིན་མོ་ལ་ང་དེ་ག་དཀའ་ངལ་ལ་མྱང་གི་འོག་རེད་ག་ལ་དྲང་པོ་བཤད་ངེས་ལ་དཀའ་ངལ་ཡོད་རེད་ཧ་གོ་སོང་ཨ་ནི་དྲང་པོ་བཤད་ངེས་ཀྱི་དོགས་གླེང་བྱེད་ས་དེ།

ང་བློ་བཟང་སེང་གེ་ལ་རྒྱབ་སྐྱོར་བྱེད་སོང་བ་ལ་ནི་ལག་གི་འདུག་ལ་དེ་གང་ལ་སྤྱི་ཚོགས་ནང་དཀྲུགས་ཤིང་བརྒྱབ་ན་ཏི་གི་རྒྱབ་འོར་ད། ཧཱུྃ་ས། བློ་བཟང་སེང་གེ། ཁམས་པ། ང་ཡ། ཁམས་པ། བློ་བཟང་སེང་གེ་གི་མ་འགྲིག་པ་དེ་ངས་འགྲིག་མ་སོང་ལབ་པ་ཡིན། ད་ག་ན་ཞིག་སྲིད་སྐྱོང་སྤེན་པ་ཚེ་རིང་གི་མ་འགྲིག་པ་དེ་ངས་འགྲིག་མ་སོང་ལབ་པ་ཡིན། ཧཱུྃ་ས། ང་བློ་བཟང་སེང་གེ་མཆོག་ལ་རིག་པ་ཡ་མེད། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གང་ལ་ཡང་རིག་པ་ཡང་མེད། ངའི་ཉི་མ་དང་པོ་ནི་ལ་ཡིན། ང་ཚོ་ང་རང་ཚོ་གི་སྤྱི་ཚོགས་དེ་གང་ལ་བསམ་བློ་བཏང་དགོས་ཀྱི་རེད་མ་གཏོགས་མི་ཕྱོགས་རིས་དཔུང་རིས་ལངས་ནས་འགྲོ་དགོས་ཡ་ཆགས་ཀྱི་ཡོད་མ་རེད་ལ་ནི་ཡིན་ནས་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཕྱོགས་རིས་དཔུང་རིས་སུས་ཀྱི་བཟོ་གོ་རེད་ལ་ན་མི་འདི་དང་འདི་འདྲ་བོ་ཡུ་ཏུ་བ་སུ་འཛོ་གི་ཨ་ནི་སྤྱི་ཚོགས་ནང་ལོགས་ལ་དབ་སྲིན་དཀྲུག་གི་ཡོད་རེད་ད་གཏོར་མ་གཏམ་ཚེ་ལུང་རྟོགས་ཀྱིས་ང་སྲིད་སྐྱོང་སྤེན་པ་ཚེ་རིང་རྒྱབ་སྐྱོར་རེད་ལ་བོར་ད་ཁོ་གི་ལ་ཡ་དེ་ཨ་ང་ཡ་སྲིད་སྐྱོང་སྤེན་པ་ཚིང་གི་རྒྱབ་སྐྱོར་རེད་ལས་ཅིག་ཟོས་གོ་རོ་ཨ་ད་མི་དེ་གི་ཁ་དེ་ག་བ་ལ་བརྟན་པོ་དེ་གི་ཏོ་ཨ། ད་ཨ་ཉི་མ་དང་པོ་ནི་རྐང་བཙུགས་ནི་གཏོར་མ་དམ་ཚིག་ལུང་རྟོགས་ཀྱིས་ངས་ཨ་ཅེ་རེ་ཡེ་ཤེས་ཕུན་ཚོགས་གང་ལ་བཤད་དུས་གང་ལ་ང་ཨ་སྲིད་སྐྱོང་སྤེན་པ་ཚིང་གི་རྒྱབ་སྐྱོར་ལངས་ནི་སྲིད་སྐྱོང་སྤེན་པ་ཚིང་གི་ཡར་བླངས་ནི་ཁྲིད་ཡོང་སྐྱོར་རེད་ལ་དུས་གང་ལ་ཁོ་ཁོ་རང་ཡིན་ནས་རྒྱུགས་མི་ལེར་ད་ངེད་ཀྱི་པར་དེ་ཚོ་དུས་དུས་གང་ལ་སྐྱེན་པའི་རྒྱ་སྐྱོར་དེ་ཚོ་གང་ག་པར་རྒྱག་ངེད་ཁོ་རང་རེད།

ང་ཡིན་པ་ཡིན་ན་རོགས་ཉི་མ་དང་པོ་ནས་ཨ་ཅཱ་རེ་ཡེ་ཤེས་ཕུན་ཚོགས་ཁང་ལངས་པ་ཡིན། ཨ་ཅཱ་རེ་ཡེ་ཤེས་ཕུན་ཚོགས་དེ་སྐྱེད་མེད་བུ་མོ་བཙན་ཡམ་བྱེད་ངེས་རེད་ལ་ནི་ངས་ལངས་པ་ཡིན་ད་ལྟ་ཡང་ང་དག་རང་གནས་ཀྱི་ཡོད་ཞར་དང་ཞོར་ལ་གནས་སྟངས་ག་རེ་གླེང་ན་ལེགས་སྤྱི་ཚོགས་གླེང་ན་ལེགས་ཆབ་སྲིད་གླེང་ན་ལེགས་གང་དགའ་ཁྱོད་རང་ཚོ་གི་དྲུས་བཞག་རྒྱུ་དང་ཁྱོད་རང་ཚོ་གི་ཉོས་བཞག་རྒྱུ་གི་རྙོག་པ་དེ་རེད་དེ་གང་ལ་ངས་ལན་འདེབས་སྤྲད་ནས་ངས་གི་བཞག་ཡོད་མ་གཏོགས་ང་རང་ལ་དཀའ་ངལ་འཕྲད་ཡོད་ཙང་ང་རང་དཀའ་ངལ་གང་ལ་རང་ལངས་ཡིན།

སྐབས་རེ་སྐབས་རེ། བློ་བཟང་སེང་གེ་སྲིད་སྐྱོང་ཡིན་དུས་ཀྱང་བློ་བཟང་སེང་གེ་ཀྱི་རྒྱབ་དང་མདུན་དང་ཁྱི་ཁྱི་ཨབ་ཕྲུག་ནང་བཤད་བྱིན་རྒྱུག་གི་རེད། ད་ཡང་སྲིད་སྐྱོང་སྤེན་པ་ཚེ་རིང་ལ་དེ་ག་ལ་ཨ་ནི་དེ་ལས་གི་རེད་སྲིད་སྐྱོང་སྤེན་པ་ཚེ་རིང་ཡ་ཆིག་མར་དེ་འདྲའི་མི་ལ། གར་ཕྱིན་ལ་ན་མི་དེ་གི་བཟོ་ལྟ་དེ་བློ་བཟང་སེང་གེ་ཀྱི་སྐབས་ནས་མཐོང་ཚར་བ་རེད་བ། ཡ་ཆིག་ངེས་ཡོད་མ་རེད་ད་རིང་སྲིད་སྐྱོང་དེ་སྤེན་པ་ཚེ་རིང་རེད་ལ་ནི་ཨ་ནི། མི་མང་གི་ད་ག་རང་ལ་ཨུ་ཚུགས་རྒྱབ་དེ་ག་ལ་ཁོ་དེ་ལ།

སྐད་ཆ་འདི་རེད། འདི་ནང་ལ་མོས་ཀྱི་སོབ་ད་ད་ར་འདི་འདྲའི་བྱས་ཡོད་འདི་གང་ལགས། ང་ཚོ་སྤྱི་ཚོགས་ནང་ལོགས་ལ། འདི་འདྲའི་དགྲ་བོ་མི་འདི་ཚོ་ལ། ང་ཚོ་གིས་གུ་ཡངས་བཞག་དུས་གང་ལགས། ང་ཚོ་སྤྱི་ཚོགས་ལ་མིག་དཔེ་ལོག་པ་བསྟན་གྱི་འདུག་ལ་རེད། ད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་སྤུ་གུ་ལོ་ཆུང་བ་དེ་ཚོ་སྙིང་རྗེ། ལ་ཁ་བླངས་པ་ཡིན་ན། བླངས་རིན་ཆོག་ཡོད་རེད། ག་ལ་ན་འདི་འདྲའི་དགྲ་བོ་བླངས་བཞག་ཡོད་ར་ཁྱོད་རང་ཚོ་གིས་འདི་འདྲའི་དགྲ་བོ་ལ་དར་སོ་བྱེད་གི་འོག་ར་ང་ཚོ་སྤྱི་ཚོགས་ནང་ལ་མི་རྫོགས་ར། ཨ། སྤྱི་འཐུས་ཀྱི་རྐུབ་བཀྱག་ལ་ལངས་ཡ་མི་རྫོགས་རྫོགས་ག་རེད། རེད་བ། ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་དངོས་གནས་ཕ་མ་ལ་སློབ་བྱ་རྒྱ་ནག་རེད་སྤྱི་ཚོགས་ལ་སློབ་བྱ་རྒྱ་ནག་རེད་མི་རྫོགས་རེད་བ། དེ་ཡིན་ཙང་བླ་མ་བླ་ཆེན། དགེ་འདུན་པ། མི་མི་ནག་གྲྭ་རི་གྲྭ་ཚེ་གི་ཨ་ནི་སློབ་བྱ་རྒྱག་ས་དེ་ལ་ང་ཚོ་ཉན་གི་ཡོད་མ་རེད་ལྟ་གི་ཡོད་མ་རེད་ད། YouTubers བྱ་ང་བྱུ་ངེས་ཀྱི་ཚ་ར་ཚོ་རེ་དེ་འདྲས་ཤེས་བསྡད་ས་དེ་ལ་ཨ་ནི very nice advice ལད་འགྲོ་ད very good advice ལད་འགྲོ་དེ་འདྲས་ལབ་པ་ཡིན་ན་ཨ་ཁྱོད་རང་ཚོ་གི། ཡག་པོ་བལྟ་ན་ཡག་པོ་མཐོང་གི་རེད། ཡག་པོ་ཉན་ན་ཡག་པོ་ཡོང་གི་རེད་ལ་དེ་ད་ག་རང་རེད། ཧཱུྃ་སེ། ཁྱོད་རང་ཚོ་སོ་སོ་གི་ཉོས་བཞག་ཁྱོད་ཀྱི་ཉོབ་ཆགས་ཅིག་རེད། དེ་ད་རིང་སྤྱི་ཚོགས་ནང་ལོགས་ལ་སྤུ་གུ་འགའ་ཤས་ཅིག་གི་སྤུ་གུ་གཉིས་བརྡུངས་བཞག་ལ་ཅིག་ཁོ་མ་རེད། སྤུ་གུ་ཨ། སྤུ་གུ་ཆད་ཁ་ཨ། ང་ཚོ་སྤྱི་ཚོགས་ཆད་ཁ་གི་སྤྱི་ཚོགས་ཆད་ཁ་བསད་བཞག་གཏུབ་བཞག་ཨ། རྩ་མེད་བཏང་བཞག་ལ་ན་ཧང་སང་གི་མ་རེད་ང་ཚོ་ལ་རྒྱ་མི་གོ་ཡག་གོ་རང་མི་འདུག་ལ་དེ་ད་ག་རང་རེད། ཁ་ལ་ན་རྒྱ་མི་ལ་སྒྲ་ལོག་བྱས་ལ་རྒྱ་མི་གོ་ཡག་གི་བརྙས་ལ་ང་རང་ཚོ་ནང་གོ་ལ་གོ་གི་ཡོག་མ་རེད། ང་ཚོ་དཀའ་ངལ་འདི་རེད་ཧ་གོ་གི་ཡོད་ན ok ད་ག་རང་ཡིན་མི་མང་ཨན་ཁྱེད་རང་ཚོ་གང་མང་མང share བྱེད་རོགས་བྱེད་ཨ་ད་ག་རང་ཡིན་མཐུ་ཆེ་ན།